ཨོ་ཡ་ནི་ཚང་མ་ལོ་ལ་ལྷ་དཀར་བཟང་ཞེས་བྱས་འདི་གང་ལོ་འདི་ཚོགས་པའི་ཚོགས་ཐག་ཆད་ཀྱི་ཡོད་ནི་འདི་དེ་ང་ངོ་སྤྲོད་དང་སྦྲགས་ནས་ནི་ངས་དེ་དེབ་དེ་བཏང་སོང་ང་དེ་ཀྱི་རྒྱབ་ཤ་དེ་ད་ངས་དེར་དཀར་ཆག་དེ་ཅིག་བཏང་སོང་ཡང་རྣམ་པ་ཚོ་ཁ་ཤས་ཐུག་འདོད་ཡོད་མཁན་ཚོ་ཡང་གསི་ཡས་ཁྱད་པར་ཡོང་གི་རོ་ཨོ་དེ་ཅིག་བྱས་འདི་ལ་ད་རྒྱབ་བསྟོད་པ་ཚོ་ནི་ཡག་པོ་བྱེད་རོགས་གནང་ཞེས་ཞུ་ཡ་ཡིན་རྒྱབ་ཤ་དེ་རང་ནས་རང་བསྟོད་པས་ཀྱི་དེ་བས་ཆ་ལུགས་སུ་བཞུགས་ཡོད་ད་བ་ལ་རྒྱབ་ཤ་དེ་རང་རང་ནས་བས་ཁ་ཤས་ལ་ཚོར་བ་བས་ཚེ་ཤུགས་ཆེན་པོ་སྤྲད་ཡོད་རེད་ཨ་ཇོ་དེ་བས་དེ་རྐྱང་འདྲེ་ཞིག་བཏང་ནས་ཡོང་ཨ་ནི་ཞྭ་མོ་ཅོ་ཉུང་ཅིག་ཟུར་རྒོད་རྒྱབ་མཐའ་མ་རྩུ་སྤྲོ་ཞིག་ཁ་ཡི་ཟུར་ལ་ཁུར་ཨ་ནི་ལྕགས་ཤུ་བོ་བས་ཆབ་ནས་ཨ་རྗེ་དེའི་རྒྱབ་ལོགས་ལ་འོད་ལུམ་གྱིས་བརྒྱབ་ནས་མགོ་རེ། དེ་རྟ་དེའི་རྟ་སྔོན་པོ་དེ་བེད་དེ་ཁ་རེ་དབྱིངས་སྡོམ་གྱི་རྟ། མི་རྐྱང་དེ་བརྒྱབ་ནས་མི་གངྒཱ་ཆུ་ནས་ཡང་ཡོང་དགོས་ཟེར་ད་དེ། ཧེ་ཧེ། ཨ་རྗེ་འོ་སྡུག་སེ་ཡིན་པ་བྱས། སྟོད་བེད་ཀྱི་རྟ་གྱི་ཁྱད་ཆོས་རོ་གཅིག་ཞི་བོ་ཡོད་རེད་ལ། ཡ་ཡ་དེ་བྱས་ཨ་ནི་ད་ངས། དེ་ནས་མ་ཨ་ནི་དེའི་སྐོར་ཞུ་ཡ་ཡིན། ཨོ་ཡ་ཨ་ནི། ཐོག་མར་དེ་ལ།

ལས་ལྷགས་སོ་ད་དེ་ཡུལ་བཤད་བ་དང་དེ་འདྲའི་རི་ལུང་པའི་སྐད་ཆར་མ་སོང་ན་ཡུལ་བཤད་བ་དང་དེ་འདྲའི་གལ་མ་རེད། ད་ང་དེ་མ་ཅིག་ལས་ཀ་རོ་དེར་བྲེལ་ལ་རོ་ཆེན་པོ་བྱས་ནི་ནང་མི་ནང་བྱས་ནི་ཏག་ཏག་རོ་ཁྱོད་ནི་ཡིན་དེ་མ་སོང། ནི་གཉིས་བ་ནི་ད་དཀོན་མཆོག་ཚོ་ཚོགས་པའི་ནང་སྐད་ཆ་བཤད་ནི་ཉན་མཁན་འགྲོ་ན་ག་ཚོད་ཡོད་རང་རེད་རོ་བསམ་འདུག་ཟེར་ནི་ད་ལྷག་ག་རེ་གང་ད། ཨ་ནི་ཡང་ཡིན་གཅིག་མིན་གཅིག་ངས་མ་བཤད་ན་འགྲིག་ཡས་མི་འདུག་གལ་ཆེ་ནི་ངས་འདི་རིག་གཞུང་འདི་གལ་ཆེན་པོ་རེད་ཨ་ནི་གཉིས་བ་ནི། ངས་འདིའི་སྐོར་ལ་ང་ལ་རྒྱུས་མངའ་ཕྲན་བུ་ཡོད་རེད་ད་ང་བོད་ནི། ལོ་ག་ལ་གང་འཚམ་ལ་སླེབས་བ་བཅས་རྒྱུས་མངའ་ཡོད་སྐྱོར་བཅས་སོ་སོ་སོ་སོའི་འདུག་ཚུལ་མྱངས་བསྡད་སྐྱོར་མྱོང། འཚོ་བ་དེ་མྱོང་བསྡད་སྐྱོར་ན་སོ་སོའི་ཡིད་ཀྱིས་དེའི་ཐོག་ལ་ལྟ་ཅིག། དངོས་སུ་འཛུལ་ཞུགས་བྱས་པའི་ཀྱི་མྱོང་བ་ཡོད་བ་དང་དག་ནང་བཞིན་གྱི་ངས་དེ་བ་སླེབས་ནས་ལོ་གསུམ་ཚུན་ཅི་རིང། ཨ་ནི་ངས། རྫ་ལུག་གི་སྐོར་ལ་ཉམས་ཞིབ་བྱས་ནས་དེབ་ཅིག་བཏོན་ནི་ཡོད་རེད་ད། འོ་དེ་འདྲས་སོང་ཙང་ད་དེ་ངས་ཅིག་བཤད་ན་འོས་ལ་བབ་པ་འགྲོ་ཅིག་འདུག་བསམ་པ་བྱུང་འོ་དེ་ཅི་སྟེ། ཨ་ཨ་ནི་ངས་ཡང་མ་བཤད་ན་ཏག་ཏག་བསྡད་ཡི་མི་འདུག་འོ་དེ་བྱས་ད་དེ་ངས། དེ་རིང་གཙོ་བོ་འདྲ་བོ་ཞུ་ཡས་འདྲ་བོ་དེའི་དོན་ཚན་འདྲ་བོ་ཅིག་ད། བརྗོད་བྱ་རོགས་བྱས་ན། གཉིས་ཞུས་ན་བསམ་གཅིག་ངས་རྫ་ལུའི་དེབ་དེ་རག་དུས་ཀྱི་ངོ་སྤྲོད་བྱས་ན་བསམ། འདི་ངས་དེ་འདྲས་མ་རེད་དམིགས་ཡུལ་གར་ས། རྫ་ལུའི་དེ་ཟླ་འདིའི་ཁྱེད་ཚོའི་བརྗོད་བྱ་བརྗོད་བྱ་ལ་བལྟས་ནས་ནི་ང་རང་གི་དེབ་དེ Promotion ལ་བི་དང་ཨིན་ཇིའི་གན་ཅིག་ཁྱབ་བསྒྲགས་བཏང་ཡ་དེ་འདྲས་གལ་མ་རེད། གལ་ཆེ་ནི་ད་ལྟ་ཁ་བཏུགས་འདི་ལ་འབྲེལ་བ་ཡོད་ཙང། ཨ་ནི་ངས་རྫ་ལུད་དེ་བལྟས་ཚེ་རྫ་དེབ་དེ་བལྟས་ཟེར་ངོ་སྤྲོད་བྱས་ན་ཡང། ཁ་ཤས་ཏན་ཏན་ད་ལྟ་དེ་རྒྱ་ལ་སླེབས་པ་ཡོད་མ་རེད་ཁ་ཤས་ཏན་ཏན་ཅིག་དེ་ལ་ཐུག་ངལ་བཟོས་རེད་བསམ་ངས་རགས་ཐུག་ཞུ་ངོ་སྤྲོད་བྱས་ན། དེས་བརྗོད་བྱ་གཅིག་བྱས་དེ་ནས་གཉིས་པ་དེ་ཨ་ནི་ངས་སྐབས་སུ་བབས་ཡོད་ཀྱི་དེ་ད་སྟོད་བལ་གྱི་རྫ་ལུད་བཀོལ་སྤྱོད་བྱེད་སྟངས་བེད་སྤྱོད་བཏང་སྟངས་དེ་སྐོར་ལ་ཞུས་ན་བསམ་སོང་ཨོ་ཐུག་ཚེ་ནི་བརྗོད་བྱ་རོ་གཉིས་ལས་ཞུས་ན་ད་དང་པོ་དེ་འདྲས་རེད། ད་ལྟ་དེ་ངས་དེབ་ཅིག་བྲིས་ཡོད་རེད་དེབ་དེའི། ཁ་བྱང་འདྲ་བོ་འདི་ལག་ལྟོས་ཀྱིས་རྫ་ལུག་ཕབ་སྒྲིག་དང་དཔྱད་བཅོས་ཟེར་བྱས་ནས། ཨོ་འདི་འདྲས་རེད་ད་འདིའི་ནང་ལ་དད་ལྡན་འདྲ་བོ་ཞིག་གཉིས་བྱས། ཤོག་གྲངས་སུམ་བརྒྱ་ལྷག་འཚོལ་བྱེད་ཀྱི་བདག་གཉིས་རེད་ད་འདིའི་ནང་ལ་དད་ལྡན་འདྲ་བོ་ཞིག་གཙོ་བོ་གཉིས་ཡོད་རེད། སྡེ་ཚན་དང་པོ་འདིའི་ནང་ལོགས་ལ་ཤོག་གྲངས་བརྒྱ་དང་སུམ་ཅུ་སོ་གྲངས་ཤིག་ཨ་ནི་ག་རེད་ལབ་ན་ལྟོས་དཔལ་གྱི་རྫ་ལུའི་སྐོར་ལ་དཔྱད་བཅོས་རེད་དཔྱད་བཅོས་དཔྱད་བཅོས་དཔྱད་པ་བྱས་ནས་རྫ་ལུག་གི་དོན་དག་ལབ་ན་ག་རེ་རེད་རྫ་ལུད་འཕེལ་རིམ་ལབ་ན་ག་འདྲས་རེད། ཨ་ནི་རྫ་ལུད་ཀྱི་ཞེ་ས་ལ་ག་རེ་ལབ་གི་ཡོད་རེད་རྫ་ལུད་ལ་དབྱེ་བ་ག་འདྲ་ག་འདྲ་ག་འདྲ་ག་འདྲ་ཡོད་རེད། ཨང། ཨ་ནི་རྫ་ལུད་ཀྱི་ད་སྡིངས་ཆ་ཆེན་པོའི་སྒང་ལ་བཤད་ན་གཙོ་མེད་ཀྱི་སྒྱུ་རྩལ་ག་འདྲས་རེད་རྫ་ལུད་ཀྱི་གཙོ་མེད་ཀྱི་ལུད་ག་འདྲས་རེད། ཨ་ནི། ཨ། སྟོད་སྦེལ་གྱི་རྫ་ལུད་དེ་སྒྱུ་རྩལ་ཡི་སྒོ་ནས་བལྟས་ན་ག་འདྲས་རེད་སྟོད་སྦེལ་གྱི་རྫ་ལུད་དེ། རྒྱག་སྟངས་བཀོལ་སྤྱོད་སྤྱི་ཚོགས་ནང་ལ་ལྟོས་པའི་སྤྱི་ཚོགས་ནང་ལ་ག་འདྲ་སྲིད་བེད་སྤྱོད་སྟངས་ནི་བཀོལ་སྤྱོད་བྱེད་ཀྱི་ཡོད་རེད་ཨོ་འདི་འདྲའི་གི་ས་བཅད་ཆེན་པོ་ཁ་ཤས་ཀྱི་ངོས་ནི་ཨ་ནི་ཡི་དཔྱད་བརྗོད་དེ་བྲིས་ཡོད་རེད་དེ་གཅིག་རེད། གཉིས་པ་དེ་ལེའུ་གཉིས་པ་འདི་ག་རེ་རེད་ལབ་ན་ཨ་ནི་ཡི་རྫ་ལུ Public དེ་རེད་མ་ད་དམངས་ཁྲོད་ཀྱི་ནི་ཡིད་སུ་ནི་རྫ་ལུ་ཡོང་ཆོག་གི་རུ་བ་ངའི་ངག་ཐོག་ལ་ཡོད་རེད་ངའི་ལུང་པ་མ་ཏྲ་མ་ཏྲ་མ་ཏྲ་ག་ས་ག་ནི་དྲ་ཐོག་ནི་ཚ་གུ་ནི་འདུས་ནི་འདུག་སི་ཕབ་ནི་ཁྱོད་སྡོམ་པི་གི་དེབ་དེ་ནང་ལོག་ལ་ཤོ་ལོ་ག་རྫ་ལུ་ཤོ་ལོ་ག་ག་ཚོད་ཡོད་རེད་ལབ་ན། ཆིག་སྟོང་ལྷག་ཚོད་ཅིག་ཡོད་ལྟ་ཆིག་སྟོང་ཡན་མན་ཞིག་ཡོད་ལྟ་འོ་དེ་འདྲ་བྱས་ནས་འོ་འདུག་སེ་དད་ལྡན་ཆེན་པོ་གཉིས་གང་ནས་དེ་བསྒྲུབ་བཞག་ཆོག་ཅིག་རེད་ཨ་ནི། དེ་གཅིག་བྱས་ད་དེ་ནས། གཉིས་པ་དེ་དད་ལྡན་དེ་ནང་ལོགས་ལ་ཨ་ད་དེ་ད་ལུ་ཕབ་ཁྲིད་དེ་ནང་ལོགས་ལ་ད་ངས་གཙོ་བོ་འགྲོ་བའི་ག་རེ་བྱས་ཡོད་རེད་ལབ་ན་དད་ལྡན་འདྲ་བོ་ཞིག་གསུམ་ལ་བཀར་ནས། ཨ་ནི། གཅིག་ཉལ་ལུགས་སུ་གཅིག་བྱས། གཅིག་བརྒྱངས་ལུགས་སུ་གཅིག་གར། གཅིག་ཡང་ཟ་ལེན་ཁར་ཐུག་ཡོད་སྐྱོ་ཟེར་འདུག་སུ་གསུམ་གར་ནི་ཡོད་རེད། ཉལ་ལུགས་དེ་ལ་ཡང་དབྱེ་བ་ག་ཚོད་རེད་ལབ་ན་དབྱེ་བ་བཅོ་བརྒྱད་ཕྱེད་ཡོད་རེད་ཉལ་ལུགས་དང་བརྒྱངས་ལུགས་གཉིས་ཀར་དབྱེ་བ་བཅོ་བརྒྱད་བཅོ་བརྒྱད་བཅོ་བརྒྱད་ཕྱེད་ནི། ག་རེ་རེད་ལབ་ན་ཉལ་ལུགས་ནང་ལོགས་ལ་སྒོ་ཕྱུགས་སེམས་ཅན་ལ་ཡོད་སྐྱོ་ཡོང་གི་རེད་རི་དྭགས་སེམས་ཅན་ལ་ཡོད་སྐྱོ་ཡོང་གི་རེད། འདབ་ལྕག་ཡི་རིགས་ལ་ཡོད་རེད་ལྕགས་ཡི་རིགས་ལ་ཡོད་རེད་ཡང་ནོར་བུའི་རིགས་བྱེད་ལ་ཡོད་རེད་རྡོ་ཡི་རིགས་ལ་ཡོད་རེད་རྩྭ་རྩི་ཤིང་ལ་ཡོད་རེད་མེ་ཏོག་ཡི་རིགས་ལ་ཡོད་རེད། ཆུ་དང་ཆར་པའི་ལ་ཡོད་རེད་གངས་དང་རི་དང་དེ་འདྲའི་རིགས་ལ་ཡོད་རེད། ཨ་ནི་ཉི་ཟླ་སྐར་གསུམ་ལ་དཔེ་བྱད་ཀྱོག་ཡོད་རེད་རྒྱན་གོས་ལ་ཡོད་རེད་ཁང་པ་ལ་ཡོད་རེད་བྱ་ཆང་ལ་ཡོད་རེད། ཨོང་ལ་སོགས་པའི་ཀྱི་ཏག་ཏག་སྡེ་ཚན་སྒྲོག་ཅིག། ནང་གསེས་སྡེ་ཚན་སྒྲོག་ཅིག། ལོ་ཀ་ལོ་ཀ་ལོ་ཀ་ལོ་ཀ་ཕྱེད་ནི་བཅོ་བརྒྱད་ཚོད་ཕྱེད་ཡོད་རེད་དེ་ཉལ་ལུགས་ལ་ཕྱེད་ཡོད་རེད་བརྐྱང་ལུགས་ན་གཅིག་པ་གཅིག་བརྐྱང་ཐུགས་སུ་ཕྱེད་ནི་བཞག་ཡོད་རེད། ཨོ་འདི་ཡིས། ད་ཁུལ་གྱི་ཁྱད་ཆོས་འདྲ་བོ་ཅིག་རེད་འདུག་ཟེར་བྱས་ནས་ཨ་ནི་ཅིག་རེད། ད་དེ་ནས་མཐའ་མ་དེ་ཛཱ་ལན་ཐད་ཀར་ཡོད་རྒྱུ་ལ་ཉལ་ལུགས་དང་བརྒྱངས་ལུགས་ཟེར་བྱས་ནས་འདུག་ཟེར་བྱས་ནས། ཨོ་ད་དུག་སེར་དེབ་དེ་ཁྱོད་སྡོམ་པས་ཀྱི་སྒྲུབ་སྟངས་དཀྲོགས་དེ་དེ་འདྲའི་འདྲ་བོ་ཅིག་རེད། ད་འདི། ཅིག་ཞུ་ཡས་ལ་ད་ད་འདི་ཛཱ་ལུས་འདི་ཛཱ་དེབ་འདིའི་ནང་ལོགས་ལ། ངས་ཛཱ་ལུས། ད་ད་དུང་དེ་ལས་རྫ་ལུ་མ་ལྔ་ཡོང་ཆོག་གི་རེད་བ་བརྒྱ་ཆ་བརྒྱ་ཐམ་པ་ཡོད་རེད་མི་རྣམས་མ་ཐུག་ཡིན་ན་ཡང་ད་རྫ་ལུ། དམངས་རྫ་ལུ་དེ་ཚོ་ངས་ཇི་མ་ཇི་བཞིན་བསྟོད་པའི་སྐད་རང་ལ་ཕ་བཞག། ཨ་ནི་བསྟོད་པའི་སྐད་འདི་སྒང་ལ་བཞག་འོག་ལ་ཨ་ནི་ངས་མཆན་བྲིས་ནས་འདི་བསྟོད་པའི་སྐད་རེད་འདི་ལ་དངོས་གནས་ཡིག་སྐད་ལ་འདི་འདྲས་ལབ་ཀྱི་ཡོད་རེད་ཟེར་མཆན་བྲིས་ནས་མཆན་ཧ་ལམ། སུམ་བརྒྱ་ཟིན་འགྲོ་བྱས་བས་སུམ་བརྒྱ་ལྷག་ཚོད་སུམ་བརྒྱ་ལྷག་ཚོད། ཕྱེད་བཞི་བརྒྱ་ཚོད་ཅིག་འདུག་ཟེར་བྱས་ནས་བརྒྱབ་ནས་བཞག་ཡོད་བསྟོད་པའི་སྐད་ལ་སྐད་ཀྱི་ཐོག་ལ་ཡང་ཞིབ་འཇུག་བྱེད་མཁན་ཡིན་ན་ཡང་འདི་ལ་དུས་ངལ་གསོས་ཡས་འདྲ་བོ་བྱེད།

ཁབ་ཏུ་ཁབ་ཏུ་ཡོད་རྒྱུ། ཡང་རྫ་ལུག་ཁ་ཤས་འདྲེས་ཡོད། ཤིང་རྒྱབ་ན་ཤིང་རྐྱང་རྐྱང་རྒྱག་ཡས་ཡོད་རྒྱུ། ལྕགས་རྒྱག་ན་ལྕགས་རྐྱང་རྐྱང་རྒྱག་ཡས་ཡོད་རྒྱུ། ཆུ་རྒྱག་ན་ཆུ། འོ་འདི་འདྲ་གི་སྡེ་ཚན་མར་བྲིས་ནས་ཁྱེར་སོང་ཞེ་དྲག་ཡོད་སོང་ཙང། ད་ལྷག་པར་དུ་ད་ལྟའི་སྟོད་པའི། སྟོད་ཕྲུག། དེ་རིང་ཁ་ཚང། བཙན་བྱོལ་ལུང་པ་ལ་སྐྱེལ་བཞག་རྒྱུ།

ཨ་ནི་ངས་དེ་ནི་མ་བཏང་ཆོག་གི་རེད་ད་ལྟ་ཞི་བ་ཞུ་བ་སྲིད་ཐབས་མེད་གང་ལྟར་རྒྱ་ཇུས་སུ་ཞུགས་པ་ཨ་ནི་ངས་བཏང་ཆོག་གི་རེད་ཟེར་ཞུ་ཡ་ཡིན་ཕ་ག་དུས་གོ་ཡིན་ན་ཡང་དེ་ཅིག་བྱས་རྩ་བའི་ཨ་རི་ཕྱོགས་དེ་ལ་སླེབས་ཡོད་ཀྱི་མ་རེད་ཀང་མ་ཧྥ་རན་སི་ནང་དེའི་སླེབས་པ་ལྟ་ང་རེད་ད་དེ་ཨ་རི་ཕྱོགས་ལ་སླེབས་ཡོད་ཀྱི་མ་རེད་དེ་ཅིག་བྱས་ཨ་ནི་གཉིས་པ་ནི་ཡང་དེ་ཙམ་གྱི་མ་ཡིན་པ་བྱས་སྡིངས་ཆ་ཆེན་པོ་ཐོག་ད་ལྟ་ཉམས་ཞིབ་ཀྱི་སྡེ་ཚན་རིག་གནས་སྡེ་ཚན་ནང་ལ་ཡང་དམངས་ཁྲོད་ཀྱི་རྩོམ་ལ་ད་དུ་རྩོམ་དམངས་ཁྲོད་ཀྱི་རྩོམ་ར་ཞིབ་འཇུག་བྱེད་མཁན་ཡིན་ན་ཡང། ལྷག་པར་དུ་བསྟོད་པའི་སྐད་དང་དེ་འདྲ་ལ་ཞིབ་འཇུག་ཞིག་བྱས་ན་ཡང་དགའ་ཕྱོགས་དཔྱད་བརྗོད་དེ་ཤོག་གྲངས་བརྒྱ་དང་ལྔ་བཅུ་མ་ཟིན་ཡིན་ཚོད་ཅིག་ཡོད་ད་འདི་ཡང་བེད་ཐེབས་པོ་རོགས་ཅིག་ཡོད་སེ་ཞུ་ཡ་ཡེ་འདི་ངས་ཅིག་ད་གང་ཡོད་བ་འདི་ལབ་གི་ཡོད་ར་དེ་བྱས་ཨ་ནི། ལྷག་པར་དུ་ད་ལྟ་འདི་ཛ་དེབ་འདི་དེ་ཆགས་འདོད་རྩ་བའི་བསྟོད་པ་ལ་དེ་སྟོན་པས་ཀྱི་རྫ་ལུག་ཕབ་སྒྲིག་བྱས་ནི་རེ་ཟུང་རེ་ཟུང་ཡོད་རེད་ད་ཁོ་དྲ་ཐོག་དེ་ཚོ་ནང་ཝི་ཆར་དེ་ཚོ་ནང་འདི་འདྲ་རེ་ཟུང་རེ་ཟུང་ཡོད་རེད་དེ་རྫ་ལུག་རང་ཆེད་དུ་རྦད་དེ་དམིགས་སུ་བཀར་ནི་རྫ་ལུག་ཕབ་སྒྲིག་བྱས་དེབ་ཕྱོགས་སྒྲིག་བྱས་ཨ་ནི་རྫ་ལུག་ཐོག་ལ་དཔྱད་བརྗོད་བྱས་བྱ་བ་མི་འདུག་ཨ་བྷ་ལྗམ་ངས་དེ་ད་དང་པོ་རོ་ཆག་འགྲོ་ཡི་ཟེ་རེད་སོང་ད་ང་རང་གི་ཉམས་ཞིབ་བྱས་པའི་ནང་ལ་རག་མ་སོང་དེའང་མི་ཤེས་རྦད་དེ་མ་གཏོང་ཕྱིན་ན་སྨེ་བ་སྨན་ལ་བར་བ་ཡོད་ཆོག་གི་རེད་ཨོ་དེ་འདྲས་རེད་དེ་ཀྱི་ང་རང་གལ་ཆེན་པོ་ར་ཞིག་ཡིན་བསམ་གི་འདུག་ལགས་སོ་ཨོ་ད་འདི་འདུག་ཟེ་ངས་དེབ་དེ་ཀྱི་ངོ་སྤྲོད་དེ་བྱས།

རྫ་ལུ་ག་འདྲའི་ཞེས་ནི་ཐོགས་མིང་ཐོགས་མེད་དེ་ལ་མིང་གི་རྣམ་གྲངས་ག་འདྲ་ཡོད་མིན། ཨ་ནི་རྫ་ལུ་ལ་པའི་ཐ་སྙད་དེ་ག་འདྲས་བྱུང་མིན། ཨ་ནི་འདི་ག་འདྲས་དར་མིན། དེ་སྟོད་པའི་སྤྱི་ཚོགས་ནང་ལ་རིན་ཐང་ག་འདྲས་བརྩི་གི་ཡོད་མིན། སྤྱི་ཡོངས་ཀྱི་རྩོམ་རིག་གི་གླེང་སྟེགས་ནང་ལ་ག་འདྲ་ཞིག་དེ་དམངས་ཁྲོད་ཀྱི་རྩོམ་རོལ་བ། རྩོམ་རིག་གི་གླེང་སྟེགས་ནང་ལ་ག་འདྲ་ཡོད་མིན་དེ་ལ་སྒྱུ་རྩལ་ག་འདྲ་ཡོད་མིན། ལ་སོགས་ཀྱི་ས་བཅད་མང་པོ་ཞིག་ཡོད་རེད་ད་འདི་ཚོ་གནས་སྐབས་ཀྱི་བག་ཞག་ཞག་དེ་ཞུ་མི་གོ་བ་བྱས།

གསུམ་བྱེད་ཀྱི་ཡོད་ས་རེད། དོམ་བརྒྱབ་ན་གཅིག་སྐོར་མོ་རྫ་ལུགས་སུ་བྱས་ནས་རྒྱག་སྟངས་གཅིག་བྱེད། ཡང་གཅིག་ག་རེ་རེད་ལབ་ན་ཕོ་མོའི་བར་གྱི་གྱི་བརྩེ་དུང་ཁོ་ན་གི་ཆེད་དུ་ཡང་རྒྱག་སྟངས་གཅིག་བྱེད། གཅིག་ཡང་ཕན་ཚུན་འགྲན་བསྡུར་བཏང་ནས་ཅིག་རྩེ་རྩེར་རྩེ་རྩར་གྱི་འགྲན་བསྡུར་བཏང་ནས་ཚོགས་པ་དང་ཡང་ཕོ་མོ་བར་གྱི་བར་ལ་ཕོ་དང་ཕོ་ག་རེ

ཟླ་འདིའི་ནང་ལོགས་ནས། རྫ་ལུ་རྒྱག་སྟངས་ལ་ལྟོས་པའི་སྤྱི་ཚོགས་ནང་ལ་རྫ་ལུ་རྒྱག་སྟངས་ལ། མ་དྲག་འདྲ་བོ་ཅིག་དོམ་བརྒྱབ་ན་བཞི་ཙམ་གྱི་ཡོད་པའི་ནང་ལས་ནས་དང་པོ་དེ་ལྐོག་མོ་རྫ་ལུ་ལ་བས་ཏེ་རྒྱག་སྟངས་གཅིག་ཡོད་རེད། ལྐོག་མོ་རྫ་ལུ་ལ་བས་ཏེ། དང་པོ་ཐ་སྙད་དེ་ལྐོག་མོ་ལབ་ན་ད་ལྟོས་པའི་གི་མི། ཕ་ནི་བོད་ནས་ཕེབས་མཁན་ཚུལ་དང་དེ་འདྲ་དུ་ཧ་གོ་ཡོད་རྒྱུ་རེད་མ་གཏོགས་དེ་བ་ལ་འཁྲུངས་ཞག་ཁྱོ་གའི་སྟོད་པའི་སྟོད་དྲུག་དེ་ཚོ་གི་གཞི་དག་གོ་ཚུལ་གི་མ་རེད་ཕ་ཤི་སྐོར་མོ་ལབ་ན་གོ་ཚུལ་མེད་སྐོར་མོ་ལབ་ན་ང་ཚོའི་བདུག་སྤོས་ལབ་ཡོད་དོ་བོད་སྐད་ནི་བདུག་སྤོས་ལབ་པའི་དེ་རེད་དེ་ལག་པ་ལ་རྒྱུ་ཡའི་བདུག་སྤོས་དོ་དེ་ལ་གོ་རོ་བ་ད་འདི་སྐོར་མོ་རྫ་ལུ་ལབ་པའི་དེ་རེད་ག་འདྲ་བྱས་ནས་སྐོར་མོ་རྫ་ལུ་སི་མིང་ཐོགས་བ་རེད་བས་ལབ་ན་ཨ།

ཨ་ནི། རྒྱན་ཆ་འདི་འདུལ་བ་འདི་ལྟར་མང་ཆོག་རྒྱན་ཆ་གཉིས་གཉིས་གཉིས་གཉིས་ཟེར་འདུལ་གི་རེད་ག་ཕྱི་ནི་རེད་ལབ་ན་མི་གཉིས་གཉིས་གཅིག་སོ་སོ་ཚུན་གཅིག་ཕ་ཆོལ་བ་ཚུན་འགོར་བ། ཨོ་འདི་འདྲས་སོང་ཙང། ཨོ་འདི་འདྲས་འདུལ་ཨ་ནི་འདི་ཚང་མ་སྐུད་པ་ཞིག་ལ་ཕ་བདམ། སྐུད་པ་གཅིག་ལ་བདམ་ནི། ཨ་ནི་གར་བྱེད་ཀྱི་རེད་ལབ་ན། ད་སོ་སོས་ཀྱི་མི་ཞིག་བདམ་འགོར་བ། ཧ་སོ་སོས་ཀྱི་མི་ཞིག་བདམ། ཨ་ནི་སོ་སོ་དཔེར་ན་བུ་ཡིན་ན།

འདི་འདི་ཡིན་དང་འདི་འདི་ཡིན་དང་འདུག་ཟེར་ཚུལ། ལན་གཅིག་འདི་རང་ཅག་འདི་མ་བཞག་བཞག་ནི་དཀྲུག་དཀྲུག་བྱེད་ཀྱི་དང་མིང་འདི་བྱེད་པོ་བྱ་མི་བྱ་གི་རེད་བཞིན་ད་ནི་རང་ཅག་འདི་བཞག་ན་སོ་སོའི་བཅའ་ལག་དེ་སོ་སོ་མི་གཉིས་པོ་དེ་མཚོན་གི་ཡོད་པ་སོ་སོའི་མགོ་ཚོས་བསྡད་ཡོད་རེད་བ། འདི་མགོ་མ་ཚོས་འདི་མགོ་ཚོས་ན་ཁོ་རྫ་ལུས་ཉལ་ལུས་རྒྱག་སྲིད་ག་རེད་བ། བྱས་ཙང་གཡང་གི་རྣ་བ་ལ་མ་དཀྲུག་ན་རྒྱང་ལུས་རྒྱག་སྲིད་པ་རེད་བ་སོང་ཙང་འདི་མེད་པ་བྱས་ཨ་ནི་མི་འདི་ཕར་རིབ་ཚ་སོང་ན

ད་ཁྱེད་རང་འགྲིགས་སོ་ཞེས་ལབ་ཚར་རེར་མི་གཞན་པ་ཚང་མ་འདིའི་ཐོག Discussion བྱེད་ཀྱི་རེད་བ། ཨ་ནི་ཁྱེད་རང་ད་འགྲིགས་སོ་བཙུགས་ཤོག་ད་ཁྱེད་རང་རྫ་གླུ་མགོ་བཙུགས་ལེ་ཨ་ནི་རྫ་གླུ་རྒྱག་ཀྱང་གི་ལྕགས་ལག་ཚོ་རེ་རེ་རེ་བཞིན་ནས་རྫ་གླུ་རྒྱག་གི་རེད་བས། ལྕགས་ལག་ཐི་ཚོ་རེ་རེ་རེ་བཞིན་རྫ་གླུ་རྒྱག་ཡུལ་ལ། ཨ་ད་ཁྱེད་རང་གི་ལྕགས་ལག་ཐི་ཚོ་ཨ་འདི་ཁོ་རེ་ཤ་འདི་ལ་ཁྱོད་རེ་རྫ་གླུ་འདི་རྒྱབ་སོང་ཨ། ཨོ་ད་འདི་རྫ་གླུ་འདི་དཔེ་ཉེ་བོ་རྒྱབ་སོང་ཁྱེད་རང་གཉིས་ཏིས་གཅིག་ཡོད་ས་རེད་ལེ་ཨོ་ད་ཁྱེད་རང་གི་རྫ་གླུ་འདི་གྱང་པོ་རྒྱབ་སོང་ཨ་ད་ཁྱེད་རང་རྣ་བ་ལ་གཅིག་ནི་གྲོ་ཡོད་ས་མ་རེད་འདུག་ད་འདྲེ་ཤ་རྒྱག་ཡོད་རེད་བ། བྱས་ཙང། བཅའ་ལག་དེ་ལ་ཁྱེད་རང་གིས་མི་དེ་མཚོན་པར་བྱས་ཏེ་ཁྱེད་རང་གིས་རྫ་ལུ་རྒྱག་གི་ཡོད་པ་སོང་ཙང། ཨ་ནི་ཀོའུ་མོ་རྫ་ལུ་ཟེར་ལབ་པ་རེད། དེའི་བཅའ་ལག་དེ་ནང་ལོགས་ལ། ཀོའུ་མོ་རྐྱང་རྐྱང་འདུག་གི་རེད་ལ་དེ་ཡང་འདུག་གི་མ་རེད། ད་གོ་རེ་འདུས་ཆོག་གི་རེད་ཞྭ་མོ་འདུས་ཆོག་གི་རེད་ཞྭ་མོ་འོ་མོ་སོན་རེ་ཡོད་ར། ཨ་ནི་སོལ་སྟོབས་འདུས་ཆོག་གི་རེད། ཨ་ད་ག་རེ་ཡིན་ན་འདུས་ཆོག་གི་རེད་གང་ལྟ། ཡིན་ན་ཡང་མང་ཆེ་བ་དེ་ཀོའུ་མོ་དེ་འདུག་གི་ཡོད་པ་སོང་ཙང་སྤྱི་མིང་བྱེ་བྲག་ཕ་རེད་བྱེ་བྲག་སྤྱི་མིང་གི་དབང་གིས། ཨ་ནི་བདག་ཤ་ཚོགས་ལ་ཀོ་མོ་དེ་མང་ཆེ་བ་ཀོ་མོ་དེ་སྡུད་ཀྱི་ཡོད་བ་སོང་ཙང་ཨ་ནི་ཀོ་མོ་རྫ་ལུག་ཟེར་དེ་ལ་བལྟས་ནས་ཨ་ནི་མཚོན་པ་བྱས་ནས་རྫ་ལུག་རྒྱག་གི་ཡོད་བ་སོང་ཙང་ཀོ་མོ་རྫ་ལུག་ཟེར་ནས་ལབ་ཡས་ཀྱི་དོ་བདག་འདི་ལྟ་འདུག་ཟེར་ནས་ལབ་བ་རེད་དེ་གཅིག་བྱས། གཉིས་བྱས་ད་དེ་ནས་ཀོ་མོ་རྫ་ལུག་འདི་རྒྱ་ཡི་སྐབས་སུ་ལ་མི་གྲངས་འགའ་ཡོད་རེད་ལབ་ན་མི་རྨིས་སའི་གྲངས་ཚད་གས་ཡོད་མ་རེད། ད་དུང་མི་མང་ང་བྱུང་ན་ཁོ། འཁྲུག་ཆ་དོད་བ་དང་དེ་འདྲའི་ཞིག་ནི་ཡག་ཨ་ཡོད་རེད་མི་ཉུང་ཉུང་ལ་ལམ་སང་ལམ་སང་རྫོགས་འགྲོ་སྐོར་ར་ལམ་སང་ལམ་སང་འཁོར་ཡོང་གི་རེད་བ། འདི་གི་མི་མང་ང་ཤོད་ན་ནི་དེ་འུ་སྐོར་ར་ཀྱང་ཡིན་གྱི་ལ་ནི་མི་གཞན་པའི་དེ་ཉན་གི་ཉན་གི་ལ་དུ་འགྲོ་གི་ལ་དེ་ཡག་པོ་རྩིས་ཀྱི་རེད་བྱས་ཙང་མང་ང་ཤོད་ན་ཡག་ཨ་རེད་མ་དེ་ཡང་རྩེད་མོ་ལ་ཁ་ཤེ་ར་གྲངས་ཚད་འདུག་བ་མི་དེ་འདྲ་ཡང་ཡོད་བ་མ་རེད་དེ་གཅིག་བྱས། དེ་ནས་སྐོར་ར་དེ་རྒྱབ་པའི་སྐབས་སུ་ལ་ག་འདྲ་བྱས་ཙང་མང་ཆེ་བ་ཆོས་སྐོར་རྒྱག་གི་རེད་སྐོར་ར་ང་ཚོའི་ཆོས་སྐོར་ལ་བའི་རང་ལྟ་སྐོར་ར་གཡས་སྐོར་རྒྱབ་ནི་ཨ་ནི་མི་གཅིག་ནི་གོ་ཚོད་ཨ་ནི་འདུག་སེ་མ་གཡས་སྐོར་རྒྱབ་ནི་དུ་སེ་འགྲོ་བྱ་ཡི་རེད།

གར་བྱེད་ནི་རེད་ལབ་ན་རྒན་འདི་ཁྱོད་ག་རེ་བྱེད་ལོས་ཟེར་ན་ད་འདི་བྱེད་ལ་ཁྱེད་རང་རེད་ད་རྒྱག་མཁན་ཁྱེད་རང་རེད་ད་ཨོ་ད་ཆ་ཡང་མིན་ན་ཨོ་འདི་བྱ་ལ་ད་ཁྱོད་རེད་འདི་བརྒྱབ་སོང་ད་འདི་ཁོ་རེད་ད་ཉི་མ་རེད་ད་འདི་བུ་མོ་སྒྲོལ་མ་རེད་ད་ད་ཁྱེད་རང་གིས་འདྲེ་བརྒྱབ་སོང་ཟེར་ན་ད་ཁྱོད་བྱ་ལ་དེ་མིང་འདི་ངོ་རེ་ག་རེ་གཅིག་གིས་མགོ་ཚོས་ཀྱི་མ་རེད་བ་མི་དེ་ཡིབ་བསྡད་ཡོད་ར་དེ་གྱིས་སུ་ཡིན་མིན་མགོ་ཚོས་ཀྱི་མ་རེད་བ་དེ་འདྲེ་སོང་ཙང་མི་གཅིག་གིས་རྒན་འཁོར་འདི་ཨ་ནི་རིམ་པ་བྱས་ཏེ་རྒྱག་ཏུ་བཅུག་པ་དང་ཨ་ནི་བཅའ་ལག་ཐིག་ངོ་སྤྲོད་བྱེད་དུ་བཅུག་པ་དང་ཨ་ནི་ལྷག་པར་དུ་རྫ་ལུ་བརྒྱབ་པའི་སྐབས་ལ་རྫ་ལུ་ག་རེ་བརྒྱབ་མིན་དེ་ཁྱོད་ཀྱིས་རྫ་ལུ་དེ་གྱི་དོན་དག་འདི་རེད་ཟེར་སྤྱི་དང་དོན་དག་མང་ཆེ་བ་ཧ་གོ་ཡི་ཡོད་རེད་དེ། ཡིན་ན་ཡང། ཡང་ཁ་ཤས་རྫ་ལུ་ཉེ་བོ་བརྒྱབ་ན་བུ་བུ་མོ་ཞིག་གི་བུ་ལ་ཉེ་བོ་བརྒྱབ་སོང་ན་ངོ་ཚ་ཞིག་གི་རེད་བ་སྟོད་པའི་སྤྱི་ཚོགས་དེ་ངོ་ཚ་མན་པོ་ལྷག་པར་དུ་བརྩེ་དུང་གི་ཐོག་ལ་ངོ་ཚ་མན་པོ་ཡིན་པ་སོང་དང་ཨ་ནི

ད་འདི་ལ་ཅིག་ག་རེ་དགོས་རེད་ཟེར་ན་ཁྱེད་རང་བུ་དང་བུ་མོ་ག་རེ་ཡིན་ན་ཡང་གང་འདྲ། ད་འདི་ཅིག་བྱ། ད་འདི་ནས་རྩེད་མོ་འདི་གྱིས་ཀོང་མོ་རྫ་ལུ་རྒྱ་བྷི་ལ་ཡིན། རྒྱག་སྟངས་ཡང་རྒྱག་གལ་ཆེ་ཅིག་ག་རེ་རེད་ཟེར་ན། ངས་དེང་གི་སྒང་ལ་རོབ་ཏུ་ཞུས་ཡིན་མིའི་གྱི་གྲངས་ཚད་ཡོད་མ་རེད་མི་མང་ང་ཞུ་ན་ཡག་ག་ཡོད་རེད་ཨ་ནི་གོ་གོ་བྱས་ནས་འདུག་དེ་ཡིན་རེད་བ། འོ་དེ་ཅིག་བྱ། ད་འདི་ནས། ད་ཁྱེད་རང་གི་བུ་ཡིན་ན་བུ་མོ་དམ་གོ་རེད་བུ་མོ་ཡིན་ན་བུ་དམ་གོ་རེད་དེ་ཡང་སྤུན་རྒྱག་མི་འཇོག་གོ་ཞེས་ད་སྤུན་རྒྱག་ཡིན་ན་ཡང་ཡག་པོ་བརྩི་གི་མ་རེད་སོང་ཙང་དེ་ཡི་དམིགས་ཡུལ་གྲོགས་གཙོ་བོ་དེ་གང་ད་བརྩེ་དུང་དང་འབྲེལ་བ་ཕོ་མོའི་བརྩེ་དུང་དང་འབྲེལ་བ་ཡོད་པ་སོང་ཙང་ཧོན་ད་འདིའི་གི་དོན་ད་ཆེད་དུ་ཡིན་ས་ར་ནི་ཕོ་མོའི་བརྩེ་དུང་ལ་ང་ཚོ་སྤུན་རྒྱག་མི་བ་ཆི་གི་རོགས་ཨོ་ད་འདི་ཆེད་དུ་ས་ད་སྤུན་རྒྱག་དམ་ན་ནི་ཡག་པོ་བརྩི་གི་མ་རེད་ད་ཨོ་རེ་ལུང་པའི་གི་ས་མེར་གན་ཆག་པ་རེད་ད། སྨད་སོང་དུང་དང་ཡོ་མ་རེད་དེ་སྨད་རྒན་ལ་ག་ཆོད་རེད་ངོ་ཚ་ཚིག་རེད་དེ་སོང་ཙང་སྤུན་རྒྱག་མ་འགྲོ་ཨ་ཆེན་དང་མ་ཞིག་རེད་དེ་གཅིག་རེད་ད་དེ་ནས། རྩེད་མོ་དེ་ག་དུས་རྩེ་གི་རེད་བས་ལབ་ན། ནི་རྩེད་མོ་དེ་དམིགས་བསལ་གྱི་གྱི་རྩེད་ཡས་ཀྱི་དུས་ཚོད་དང་དེ་འདྲའི། དམིགས་སུ་བཀར་ནི་ཡོད་མ་རེད། ད་མང་ཆེ་བ་དུས་ཚོད་སོས་དལ་ལ་ཡོད་དང་དུས་ཚོད་དེ་ཚེ་དལ་པོའི་སྐབས་ལ་བྱེད་ཀྱི་རེད་ལྷག་པར་དུ། དུས་ཚོད་དལ་པོ་ག་དུས་འཁེལ་གི་རེད་བས་ཨ་ནི། ཞིང་པ་ཡིན་ན་མང་ཆེ་བ་ད་ཞིང་ལས་ཚ་ནི་བྱེད། ཧ་ལས་ཧོ་ལས། སྟོན་དགའ་དང་སྟོན་སྟོན་མེད་དེ་དང་གང་དག་ཀུན་དགའ་ཀུན་དགའ་ཡན་ཡན་དེ་བ་ལྷ་དག་མང་ཆེ་བ་ཅིག་ཅིག་གིས་རེ་བ་ཨ་ནི་ཅི། སོ་སོ་སོ་ཡི། ཤངས་འགྲོས་དེ་དག་ནང། ཡོས་ར་དེ་ཚོ་ལ་ཡོས་ངེས་པའི་སྐབས་སུ་ནང་ཡང་ཚོགས་མོ་འཛོམས་པའི་སྐབས་སུ་ནང་ཡང་ལག་ལས་ཁེལ་པའི་སྐབས་ལ་དེ་དེ་ཕོ་ལས་ཟེར་གི་རོ། ཕོ་ལས་དེ་ག་འགྲོ་གི་ཡོ། འོ་འདི་འདྲའི་ཡི་སྐབས་དང་འདི་འདྲའི་སྐབས་ལ་ཨ་ནི། ད་འདི་ད་ལོ་དེ། རྒྱག་སོགས་དུ་བ་མང་ཆེ་བ་དེ་གཅིག་རེད། ཨ་ནི་འབྲོག་པ་འདྲ་བོ་ཡིན་ན་ད་སོ་སོའི་གི་ཉིན་གུང་ད་ལྷག་པར་དུ་ནག་རྩིས་འདྲ་བོ་ཡིན་ན་ཉིན་གུང་ནག་ཚོ་རྒྱབ་ནི་བྱ་ཡི་རེད་བ་ལུག་ད་རྒྱ་ཡི་མ་རེད་བ་ཉིན་གུང་ནག་ཚོ་རྒྱབ་ནི་བྱ་ཡི་ག་ལ་ཨ་ནི་ནག་རྩིས་བྱིས་པའི་སྐབས་ལ་ག་རེ་ལ་བ་ད་ནག་ཚོ་རྒྱབ་ནི་བྱ་ཡི་ལ། ཨ་ནི་ཉིན་གུང་ལྷའི་རིགས་ལྷའི་དབུགས་ལ་ལྷའི་དབུགས་ལ་དབུས་ལ་ལྷའི་དབུགས་ལ་ཉི་མའི་ཉི་མ་ལ་དེ་བས་འཕོ་ལས་འདས་པའི་སྐབས་ལ་ཨ་ནི་འདི་རྒྱག་གི་རེད་བསམ་རེ་ཤོ་རྒྱབ་བསམ་རེ་ཡང་དེ་འདྲའི་རྫ་ལུག་རྒྱག་རེ་རྫས་སྒོར་མོ་རྫོགས་ས་ཨ་ནི་ཡང་གཅིག་དགོང་ལྟར་གནག་ལུག་དང་གནག་དང་ལུག་ཚང་མ་ལྷས་ལ་འཁོར་སོ་སོས་ཀྱི་ཨ་ནི་བེའུ་དང་ཚང་མ་ཡར་ལྡང་ལ་སྤུག་ཚ་ཨ་ནི་འདྲིས་རྫོ་འཇོ་ཚ་ཨ་ནི་ལུག་ནོར་ན་ལུག་ལྷས་ལ་བདག་ཚ་སྒོར་ཐོག་རྩིས་ལ་ཚ་ཚང་ཚ་ཨ་ནི་གུར་གཅིག་འདུག་འཛོམས་ནི་ཡང་ཁོ་ཚོ་འདུག་སེ་རྒྱག་སོ་ཡོད་རེད་ཨ།

དལ་འཛིན་དང་ཞིག་ལམ་སང་ལམ་སང་ཁ་བ་འབྲེལ་བ་ཞིག་ས་ཡོག་མ་རེད། འདྲེ་ཡིན་པར་སོང་སང་ཨ་ནི་སོ་སོའི་དགའ་ས་ན་འདྲེ་ལ་མ་ཐུག་གི་རྒྱུས་རིང་པོ་འགྲོ་གི་ཡོག་རེད་བ། འོ་དེ་འདྲེ་ཡིན་པར་སོང་སང་ཨ་ནི་མི་དེ་ཞིག་མཚོན་ཡ་སེམས་མི་གི་དུང་བ་མཚོན་ཡ་ཡི་ཆེད་དུ་ཡིན་པ། དེ་འདྲ་གཅིག་རེད། ཡང་གཉིས་བ་ནི་ཁ་ཤས་ཡང་ཅིག་སོ་སོ་སོ་སོའི་སེམས་ན་དགའ་བ་ག་རེ། དགའ་བདེ་ཁྱོད་ཀྱི་མི་བུ་ཡིན་ན་འདྲ་བུ་མོ་ཡིན་ན་ཡང་ཆོག་གི་རེད་བ། འདི་འདྲ་གི་དཀའ་ངལ་ཞིག་ཡོད་བ་དེ་སྐབས་ཐོག་དེ་མི་དེ་གྱིས་ཚན་པར་བྱས་ནས་ཡང་ཁོ་གསན་ཡས་ཀྱི། ཡང་ཁ་ཤས་ལ་དགའ་ཡི་ཡོད་ན་ཡང་ཡང་ཅིག་མི་གྱི་ལ་སྟོན་མ་ཐུབ་བ་འདྲ་ཡོད་བ་ལ་དེ་ཚོ་ལ་བལྟས་ཡས་ཚེ་སྟོན་ཐུབ་ཡས་ཀྱི་ཅིག་ཁི་ལིག་ཞུ་ཡས་ཚེ་སྔོན་འགྲོ་འགྲོ་བ་ཞིག་ཡིན་པ། ད་ནང་བཞིན་གྱིས་དེ་ལྟ་ལྷག་པར་དུ་ལ་དེ་ཁུག་འགྲོ་བ་ཡིན་ན་མིའི་ངོ་ཚ་པའི་སྙིང་པོར་བ་ལྷག་པར་དུ་བུ་མོ་དེ་ཚོ་ད་བརྩེ་དུང་ཐོག་ལ་དེ་བས་ཀྱི་ངོ་ཚ་སྙིང་པོ་ཡི་རེད་བ་དྲས་སོང་ཙང་ཨ་ནི་སྤོ་བ་དེ་ཅིག་སོ་སོའི་གི་ཅིག་རོགས་པ་བདམས་ནས་ཅིག་མི་གྱི་ལ་ཧང་རྒྱག་ཞེས་ཀྱི་སྤོ་བ་དེ་མེད་བ་སོང་ཙང་ཨ་ནི་དེ་དུས་ཡིན་ཅིག་མི་ཅིག་བདམས་དགོས་ར་བ་ཨ་ནི་འདུག་སྲིད་པ་ག་ལེ་ག་ལེ་བྱང་འགྲོ་ཡ་གྱི་མི་ཡུལ་དུ་གང་ད་གཙོ་བོ་འདིར་ས་འདྲ་བོ་དེ་ག་རེ་ཕོ་མོའི་བརྩེ་དུང་དང་འབྲེལ་བ་ཡོད་རྒྱུ་ལ་འདིར་གྱི་ཡོད་རེད།

དགའ་བོ་ཆགས་ཀྱི་རེད་དགའ་ཆོག་གི་རེད། ངས་སོང་ཙང་སྟག་པ་མཐོང་ནས་རྒྱུ་ཞིག་ལ་ཡང་དེ་འདྲའི་བྲོ་བ་ཞིག་ཟ་ལུགས་ཞུ་རང་སེམས་མེད་པ་བྱས་ཁོ་རང་ཁོ་སྟག་པ་ངོ་ཤེས་ཡོད་ཙང་ཁ་རེ་ཁ་ཐུག་ལབ་ཆོག་གི་རེད་དེ། སྤྱི་ཡོངས་ནས་བལྟས་བལ་གྱི་སྤྱི་ཚོགས་དེ་ངས་དྲན་གྱི་གང་ལ་ཞུ་བ་ན་ཅིག་ངོ་ཚ་མིང་པོ་ཡིན་པ་ལྷག་པར་དུ་བུ་མོ་ཚོ་དེ་བས་ངོ་ཚ་མིང་པོ་ཡིན་པ་ལྷག་པར་དུ་བུ་བཙའི་སྟུག་མི་ཐོག་ལ་ཕོ་མོའི་བཙའི་སྟུག་མི་ཐོག་ལ་ཨ་ནི་ཤིན་ཏུ་ངོ་ཚ་མིང་པོ་ཡིན་པ་སོང་ཙང་དེ་ཤིན་ཏུ་ལྐོག་གྱུར་ཞེ་བོ་བརྩིས་བཞག་ཡི་རེད་ཁོ་ཚོས་ཀྱིས་ཁོ་ཚོས་མ་རེད་ང་ཚོ་བརྩིས་ནས་ཡོང་བ་རེད་ད་དེ་དེ་ཅིག་བྱས་དེ་ནས། དེ་འདྲ་ཡིན་པ་སོང་ཙང་ཨ་ནི་ཅིག་ལྷག་པར་དུ་འདིའི་བརྩེ་དུང་དེ་ཨ་ནི་གནག་དང་གནག་ལུག་ལ་སྦྲུལ་གྱི་སྒྲོག་པས་སྤུ་ཡི་འདྲེ་དང་ཨ་ནི་ཡང་ཞིང་པ་དང་འདྲེ་བ་ན་ཆགས་སྲིད་ཀྱི་རུ་བ་དེ་འདྲ་ཆགས་པའི་སྐབས་ལ་ད་གནག་ལུག་ལ་ཡུན་རིང་པོ་ཤི་བའི་སྐབས་ལ་ཨ་ནི་ཕན་ཚུན་བར་ལ་དེ་ཚོའི་བརྩེ་དུང་ཆགས་པའི་སྐབས་ལ་ཨ་ནི་ཁོང་རང་ཚོ་ཅིག་ཁ་བཏུགས་ལམ་སང་མ་ལ་བ་བྱས་ཨ་ནི་ཡང་རྫ་ལུ་བརྒྱབ་ནས། རྫ་ལུ་ལ་བལྟས་ན་ག་རེ་ཁྱད་ཆོས་ཡོད་རེད་ལྟོས་པའི་རྫ་ལུའི་རྩོམ་རིག་སྒྱུ་རྩལ་ནི་བཤད་ན་བསྡུས་བརྗོད་ཀྱི་རྒྱན་ཡིན་ལ་རྦད་དེ་ཁྱད་ཆོས་ཡོད་རེད་བསྡུས་བརྗོད་ལབ་ན་དོན་དག་དངོས་གནས་དེ་ཕ་བསྡུས་ནས་བཞག་ཨ་ནི་གཞན་པ་གཅིག་ཡིད་ལབ་པའི་ཁུལ་བྱས་ལབ་ཡ་ཁོ་ལབ་གི་ཡོད་ར་དོན་དག་དངོས་གནས་དེ་ང་ཁྱེད་རང་ལ་དགའ་ཡི་འདུག་ཁྱེད་རང་མེད་ན་ང་ཤི་གྲོགས་བྱེད་ཀྱི་འདུག་ཁྱེད་རང་མེད་ན་ང་ཁྱེད་རང་མ་ཟ་ན་ང་བཏུང་གི་མེད་ཨི་འདྲས་མ་ལབ་བ་བྱས་དེ་རིང་ཁ་ཚང་ནང་བཞིན་ཨ་ཡི་ལབ་རྒྱུ་ཁབ་ཐུག་མ་བྲལ་བ་བྱས། ཡིན་ན་ཡང་ཤུགས་ལ་སྤྲད་ཀྱི་ཡོད་བ་ཞིག་ནི་འོ་འདི་གོ་བ་རྒྱབ་ནས་ཨ་ནི་འདུག་ཞེས་སོ་སོ་རྣག་དང་ལུག་ལ་འགྲོ་གི་འགྲོ་གི་ལ་ཨ་ནི། འོ་དེ་འདྲའི་ད་ལོ་རྒྱབ་ནས་གང་ལྟར་ར་འཕྲོད་བ་ཕ་ཞོལ་དང་གོ་བ་ལེན་ཐུབ་ཀྱི་རེད་ཚུར་སྦྱོར་ཐེངས་དང་ཨ་ནི། རྒྱག་ཐུབ་བ་དེ་ལས་ཅི་ནས་ཨ་ནི་ཁོས་ལབ་ཡས་དེ་གཞན་པ་ཞིག་ལབ་ཀྱི་ཡོད་བ་ཞིག་ནི་དེའི་རིགས་ངོ་མ་རྩ་བ་ཆེ་དོན་དག་དེ་ལ་དངོས་གནས་ཞུགས་ཡོད་བ་ཞིག་ནི་དོན་དག་དེ་ཡང་འགྲུབ་ཀྱི་ཡོད་བ་ཞིག་ཏུག་སེམས་འོད་ར་ཆེ་ཙང་དེ་འདྲའི་སྐབས་ལ་ཨ་ནི་རྣག་དང་ལུག་ལ་འགྲོ་ཡས་འདྲ་ཡིན་ན་ཡང་ཁོ་རང་རྫ་ལུག་རྒྱག་དང་ར་ལུག་སེམས་ཅན་དང་སྦྱར་ནས་འདྲ་རྒྱག་ཡོང་གི་ར་དཔེར་ན་མི་ཞིག་ཕ་ཐག་རིང་པོ་ལ་ཕ་ལ། ཕར་ཕྱོགས་ལ་འགྲོ་གི་ཡོད་བ་ཤ་སོ་སོ་ཚུར་ཕྱོགས་ལ་ཡོད་མི་ལ་ཞི་བ་འགའ་ཡིན་ན་ཨ་ནི་ཁོང་ཚོས་རྫ་ལུས་ཡང་འདྲ་རྒྱག་ཡོད། ལ་མོ་གྲུབ་བཞི་ཏག་ཏག་ལབ་རྩེ་སོགས་གཉིས་འདིར་བྱོན་ཅུང་རིག་རྒྱུ་གཅིག་དང་དང་སྙིང་གཏམ་ཞིག་གཉིས་གྲགས་བྱུང་ཟེར། དོན་དག་རྡོག་རྡོག་དེ་ལྟ་གང་འདྲ་ང་བུ་མོ་དེ་དང་བུ་ཡིན་ན་འདྲ་བུ་མོ་ཡིན་དེ་མཉམ་དུ་གང་འདྲ་ཅིག་བྱེད་སྙིང་དྲོ་སོང་ཟེར་ད་ག་རེ་སྙིང་གཏམ་བཤད་སྙིང་དྲོ་སོང་གང་འདྲ་ང་སེམས་ཉེ་བོ་བྱེད་སྙིང་དྲོ་སོང་ཟེར་ད་ཨང་དེ་འདྲ་རེད།

ཤར་གྱི་སྤང་གི་ལྡེབས་སུ་བ་མོ་ཁྲ་ཆུ་ཐིག་ཐིག། དེ་རིང་མིག་གིས་ཞིག་གསུངས་སང་ཞོང་ལག་ཏུ་ལེན་གྱི་དེ་རིང་ད་ངས་མཐོང་སོང་ད་རྗེས་ལ་ང། ཚེ་ད་ད་ཡིན་ལབ་ཡོད་ར། ཡང་མིན་ན། ཆུ་བ་ཡུལ་རྣམས་བུ་རུ་མ་ཁོའི་མིག་ལ་ཟུག་ཟུག། དེབ་ཆུ་སྤང་སྐྱེས་མེ་ཏོག་སྐྱགས་སུ་རན་པ་མི་འདྲ། ཨོ་དུག་བྱས་ནས་ད། ཅིག། ཡང། ཁོ་ཚོའི་བར་ལ་ད་ང་ད་དེ་རིང། མིག་ལ་ཟུག་ཟུག་ད་ང་དེ་མཉམ་དུ་ཅིག་ཅིག་གང་ད་མཛའ་མོ་འདུག་འདོད་འདུག་ལབ་པའི་དེ་འོ་འདུག་ཟེར་ནི་དེ་ཁོ་ཚོ་འབྲེལ་བ་ཞིག་ཡིན་དོ། ཡང། ལྷག་པར་དུ་ད་ཅིག་ར་ལུག་ལ་ར་ལུག་སེམས་ཅན་ལ་འགྲོ་གི་ཡོད་ན་ཡང་ཁོ་ཚོས་ཡིད་པའི་ཆེད་མངགས་པའི་ར་ལུག་སེམས་ཅན་དང་སྦྱར་ནི། ར་ལུག་སེམས་ཅན་གྱི་རྒྱན་གོས་དང་སྦྱར་ནི་དཔེར་ན་འདྲེ་ལ་ཡོད་དོ། བདེན་གཉིས་ངས་གང་ལ་ཞུས་པ་ཞིག་བྱས་རེད། ད་ཁྱོ་ག།

ཚད་མཐོ་པོ་རེད་དེ། དེའི་ཐོག་ནས་སྟོད་པའི་མི་མང་དེ་སྒྱུ་རྩལ་རྩོམ་རིག་གི་ཐོག་ལ་དམངས་ཁྲོད་ཀྱི་རྩོམ་རིག་ཐོག་ལ་ཚད་མཐོ་པོའི་གྱི་གྱི་ནུས་པ་ཡོད་པ་དེ་འདྲས་བརྩམས་ཐུབ་ཀྱི་ཡོད་རེད་གང་ལྟར་ཁོ་ཚོས་གྱི་དེ་ལ་བསྡུས་བརྗོད་ཀྱི་རྒྱན་ཞིག་དེ་རིང་ཁ་ཚར་པུའུ་ལ་སློབ་ཚན་ནང་ལ་བཞག་ནས་ཁྲིད་ན་ཡང་བརླག་དཀའ་ཡི་ཡོད་མ་རེད་སྔོན་མ་གི་མི་དཀར་བོང་གི་མགོ་བཟོ་ཞིག་ལ་སྨྲ་ཤེས་མཁན་ཡལ་གའི་སྒོ། ཁ་མུ་ཏིག་ཙམ་མེད་པའི་སྤོ་དང་མ་ངེས་ཀྱི་བྱི་བ། ལོ་བརྒྱད་དགུ་བཅུ་གྱི་གང་ཟག་འདི་བརྒྱབ་ན་མགོ་ཚོས་ཀྱི་ཡོད་རེད་རྒྱག་ཤེས་ཀྱི་ཡོད་རེད་གོ་བ་ལེན་ཤེས་ཀྱི་ཡོད་རེད་འདི་འདྲས་ཀྱི་གནས་ཚད་ཡོད་རེད། འོང་འདི་ཚོ་ལ་བསྡུས་བརྗོད་ཀྱི་རྐྱེན་སྲིད། དཔེ་དེ་ཚོ་ང་རང་ཚོ་བོད་རང་གི་གི་རྒྱ་གར་གི་གྱི་ཅིག་མེ་ཏོག་ཨུ་དུམ་མ་ར་དང། ག་ར་ཆུ་མོ་གང་ག་དང་ལྷ་མོ་དབྱངས་ཅན་དང། ཨ་ནི།

ཙམ་ལ་ག་རེ་རེད་ན་ཨ་ནི་བུ་དང་བུ་མོ་གཉིས་དེ་འདྲའི་བྱས་ནས་ཉེ་བོ་ཆགས་པའི་སྐབས་ལ་ཨ་ནི་ཁོང་ཚོ་གི་ཡང་ཅིག་ཕ་མ་དང་དེ་འདྲ་རེད་ཨ་ནི་ཁྱེད་རང་ག་རེ་ཟ། ཁྱེད་རང་ཡར་ལ་རྒྱུག་ནས་ཡབ་ལ་དགོངས་པ་ཞུས་ཤོག་ད་རང་མ་ལ་བྲོས་ནས་ཡུམ་ལ་དགོངས་པ་ཞུ་གཉིས་ཀ་བློ་མཐུན་བྱུང་ན་གནས་ཁང་ཅིག་ཏུ་འབྲེལ་ལོ་ཟེར་ནའང་གོ། ཨ་ནི་ཅིག་ཁོ་རང་གཉིས་ཀྱི་བར་ལ་ཅིག།

ཡང་གི་ཐ་མ་ནི་ཕ་མ་ཡིས་མ་བཤགས་ཀྱང་ཨ་ནི་མི་དེ་ལ་བར་ལན་རྒྱག་དགོས་བ་ད་ང་ཕ་མ་ཡི་དད་བྱུ་གི་མི་འདུག་ཁྱེད་རང་དགོངས་པ་མ་རྩོམ་ལབ་དགོས་ར་ཡང་དེ་འདྲའི་སྐབས་ལ་ཨ་ནི། ཧ་ཟེར། ད་ཅོག་ལྷུང་བུའི་སྐབས་ལ་སྤྲོ་སྙིང་དོད་པོ་འདུག་དེ། སྨྱུག་མ་བསམ་གཏན་འང་མི་གཏོང་འདོད་ཁ་མེད་མི་འདུག་ཨོ་སི་ཨོ་འདུག་བྱས་ད་ག་དང་རྫ་ལུག་ཕོ་མོའི་བར་གྱི་རྫ་ལུག་པས་རིམ་པ་སྐད་ཆ་བཤད་མོ་ག་བྱས་རྫ་ལུག་ཡི་ལམ་ནི་མ་ད་བོད་ཆོལ་བཏང་ནས་འདུག་སེ་མ་འགྲོ་ཡ་ད་རྫ་ལུག་པས་མང་པོ་ཡོད་རེད་ད་ངས་དེ་ནི་རྒྱབ་ན་ང་དྲན་པ་ཡང་སོས་ཡོད་མི་འདུག་དེ་གང་ད་རྒྱག་སྟངས་འདུག་ཟེར་ནས་ཨ་ནི།

མིན་པར་བྱས་ཨ་ནི་ཡང་ཅིག་དང་འགྲན་བསྡུར་བཏང་སྟངས་དེ་ཡོད་རེད་བ། འོ་དེ་འདྲས་རེད་ད་དེ་ཡིས། དུས་ཚོད་དེ་ག་དུས་བཏང་གི་རེད་བས་ལབ་ན་ད་ནམ་རྒྱུན་ངས་དེ་འདི་སྒང་ལ་བཞུས་བ་ཞིག་ཤག་རེད། ཨ། མང་ཆེ་བ་ད་ག་ད་སོས་ད་ལྷོད་ལྷོད་སྐབས་ལ་ནི་བྱེད་ཀྱི་རེད་དེའི་ནང་ནས་ཡང་ད། དགུན་ཁ་ཕོ་ལས་དལ་བའི་དུས་ཚོད་དང་ཨ་ནི། མཚོག་མོ་འཛོམས་ཡས་དང་ད་མཚོག་མོ་ལབ་ན་མགོ་ཚོས་གི་རེད་ད་རྒན་པགས་དེ་ཚོ། ཨ་ནི་ཡང་ག་རེ་ལབ་གི་རེད། ཡོད་མེད་ཀྱང་ཡོད་དངོས་པའི་སྐབས་ལ་ཡོད་ར་ལ་བཏང་ང་ལ་སོགས་པ་དང། འོ་ཨ་ནི་ཡང།

ད་འབྲོག་པ་ཡིན་ན་ནི་གང་ལ་ཞེས་སོང་ང་སོ་སོའི་གནག་ལུག་དང་ར་ལུག་ཚང་མ་དག་ལྷས་ལ་དག་ཚ་ན་ནི་གོང་དང་ཁུར་གྱིས་གནང་ལ་ཨ་ནི་མེད་པར་བཞག་སྐབས་དུས་དུས་ད་དབུ་འགུ་ཡང་ཡོད་མེད་དོགས་པ་རེ་བ་ལོག་ད་ཁ་བ་ཁ་བ་ཉིད་ལོག་ད་ཡོད་མ་རེ་བ་འོ་དེ་མེད་མ་བྱིན་ཅིང་པར་ནི་ཆ་འདུག་གི་འདུག་གི་ལ་ཆ་ནག་ཐང་དེ་ལྐོག་ལྐོག་སེང་ཡང་བཏུང་འོ་ཡ་འདུག་བྱེད་ད་རེད་རེད། ད་དེ་དུས་གལ་ཆེ་ཞིག་ག་འདྲ་ཞིག་གཏང་གི་རེད་ལབ་ན་ད་དེ་དུས་དེ་མ་རེད། དེང་གི་ཀོར་མོ་རྫ་ལུའི་རྒྱག་སྟངས་དང་དེ་འདྲས་མིན་པར་བྱས། དེང་གི་ཕོ་མོ་བར་གྱི་རྒྱག་སྟངས་དང་དེ་འདྲས་མིན་པར་བྱས་གཙོ་བྱས་ཏེ། ད་བུ་ཡིན་ན་བུ་དེ་རེད་ཅིག་བྱས་བུ་མོ་ཡིན་ན་བུ་མོ་དེ་རེད་ཅིག་ད་ཕལ་ཆེན་ཐང་ཁྱེད་རང་ཚོ་རྗེས་ལ་རྒྱ་ཡིག་ལ་དེ་འདྲ་ཞིག་རྒྱག་གི་རེད་བསམ་ཚུལ་འགྲན་བསྡུར་གཏང་གི་ལ་ད་དེ་གལ་ཆེ་ཞིག་རེད། འོ་ཕོ་མོ་བར་གྱི་དབྱེ་བ་བཅད་ནས་གཏང་གི་རེད་ཡང་མེད་ན་ལུང་ཚན་བར་གྱི་དབྱེ་བ་བཅད་ནས་དཔེར་ན་ཆ་བཞག་ན། ལུང་པ་གཅིག་ནས་ལུང་པ་གཅིག་ལ་ཡང་ལས་ཀ་ལ་ཡོང་གི་ཡོད་ན་འོ་ད་ལུང་ཚན་བྱས་མི་འདུག་ཟེར། ཡང་མཚམས་རེ། ཚེ་བ་བཅོ་ལྔ་ནང་ཚན་གྲས་ལ་ཡང་ལུང་པ་ཡག་མ་ཉེས་པོ་ཡོད་ན་ཞབས་བསྡུར་ལ་ཡོང་གི་རེད་བ་མཚན་ལ། འོ་ལྷག་པར་དུ། ལུག་རྫི་སོགས་ལུག་དག་ནས་ཨ་ནི་ཞབས་བསྡུར་ལ་ཡོང་ཡང་དེ་ཚོའི་བཀའ་ལ་ཨ་ནི་སོ་སོར་ལུང་ཚན་ལུང་ཚན་འོ་ལུང་པ་གཅིག་ལྟོས་དང་སྨད་ཡང་སྨད་ན་ཕ་ཕྱོགས་ལུང་པ་དང་ཚུར་ཕྱོགས་ལུང་པ་འདུག་ཟེར་ལུང་ཚན་དབྱེ་བ།

དེ་རིང་ཁྱེད་ལ་རྒྱག་ཡས་སེམས་མི་སངས་ན་ཡོད་ཟེར་ནས་འབོར་ཤོད་བཤད་ནས་ད་ཁ་ན་མང་ར་མང་དྲག་ནས་དེ་རིང་ཁྱེད་རང་ལ་བས་སེམས་མི་སངས་དེ་དེ་བྲིས་འདུག་ཟེར་ཡང་ཁ་ཤས་ཨམ་བག་བུ་ན་ཡོད་ལ་བས་ལ་སོ་ད་མ་དྲག་མ་དྲག་མ་དྲག་ཡོད་ར་གང་ད་འབོར་ཤོད་དང་དྲ་ནས་ད་ང་ལ་རྫ་གླུ་བཞི་བོ་ཡོད་ཨ་ནི་རྒྱག་གོ་ལ་བས་རི་ཡོད་ར་ཨང་དེ་འདྲས་རེད་ཡང་ཁ་ཤས་རྫ་གླུ་མ་རྒྱག་བྱས་ནས་གཉིས་རེ་རྒྱག་གོ་གསུངས་སོང་སྐྱབས་གཅིག་རྒྱལ་བོའི་ལས་ལ་ད་ཅོག་གཉིས་བྱས་རྒྱག་མཁན་ཟེར་ད་བས་སང་ཉིན་ཞོགས་པ་བས་ཉི་མ་ད་ཅོག་ལ་ཤ་ཤ་ང་ཚོས་ཀྱི་ཁང་པའི་ཀྱི་རྩེ་ལ་ནི་དར་ལྕོག་ལྷ་གསུལ་ཡོད་ར་ལྷ་གསུལ་གྱི་དར་ལྕོག་ལ་ཉི་མ་སྔ་ཤོར་ཤར་གྱི་རེད་བ། ཨོ་འདི་ཤ་ཤ་ད་པ་ཚན་ཚན་གང་རྒྱག་གི་ཡིན་དེ་དུས་གང་ད་གོང་དག་རྒྱག་གི་ཡོད་པ་དེ་གསལ་བོ་གསལ་རྐྱང་རེད་ད་མཚན་མོ་བར་དུ་རྒྱག་གི་ཡིན་ལབ་ཡོད་རེད། ཨོ་འདི་བོར་ཤོད་སྟངས་ཅིག་བྱས་རྩེ་དར་ལ་བི་ད་ད་གོས་ཁྲོ་ཁྲོ་བྱས་ནས་ཨ་ནི་དེ་དུས་སི་ཁྱབ་ཨ་ནི་ད་དེ་ནི་མ་ད་རྫ་ལུག་དེ་ད་རིམ་པ་རིམ་པ་བཞིན་ད་གོ་བཙུགས་ཡོང་གི་རེད་དེ་གཅིག་རེད། འདིའི་ཆད་པ་དེ་ནས། ད་ཡང་རྫ་ལུ་ཅིག་ད་རིམ་པར་འགྲོ་བ་ཞི་བ་འདིའི་རྫ་ལུ། ད་ཅི་དང་ནི་ད་དེ་དཀོན་མོ་རྫ་ལུ་ཡང་མིན་པར་བྱས་ཕོ་མོ་བར་གྱི་རྫ་ལུ་ཡང་མིན་པར་བྱས་འགྲན་བསྡུར་སྟངས་ཀྱི་རྣམ་པ་ཡང་མིན་པར་བྱས་ཅི་དང་ནི་འཁོར་ནམ་རྒྱུན་དམངས་ཁྲོད་ཀྱི་ནང་ལ་ཡང་རྫ་ལུ་ཁ་བ་ཁ་བ་བེད་སྤྱོད་བཏང་གི་ཡོད་རེད་ལབ་ན་ད་གནད་འགག་ཆ་ཁ་ཤས་ཤིག་དང་གཅིག་མཚམས་རེ་ཡང། ལུག་རྫི་དེ་ཚོ་གི་རི་མཐོན་པོའི་ཟེར་ལ་ནི་འགྲུལ་སྐབས་ལ་ཡང་རྫ་ལུ།

དང་རིང་པོ་ལྗང་ཡེ་བ་འཐེན་ཡོང་གི་འདི་ག་རེ་བྱས་ནི་རེད་ར་མི་རིག་རིག་མཐོང་བུའི་ཟིན་བཏང་གི་ལ་མི་དེའི་སེམས་ལྷོད་ལྷོད་ཀྱི་འོག་ཚང་མ་མཐོང་གི་ཡོད་ར་ཨ་ནི་རང་བཞིན་གྱི་སེམས་དེ་བག་ཕེབས་པོ་བྱ་གི་ཡོད་བ་སོང་ཙང་ཨ་ནི་ཁོ་ཚོ་གི་གི་དེ་བཏང་ཡོང་གི་ང་ཚོ་དེ་རྫ་ལུས་དེ་བེད་དེ་རིག་མཐོང་བུའི་གི་དབྱངས་དེ་ན་མཐོང་པོ་ཞིག་བླངས་ནས་ནི་གི་ཨོ་ལ་ལུས་ཞིག་སོ་རེ་བཏང་ནི་ཨ་དུ་སི་ཞིག་བཏང་གི་རེད་ཡང།

བཙས་མ་རྒྱ་བའི་སྐབས་རོ་ཡང་འདི་དང་ལས་བཅོས་ནི། ཆུ་མོ་སྲོང་མགོ་ཤིང་ག་ལ་བསམས་ནས། གཞན་སྐོར་ལས་ཁ་ཆེ་ཡིན་ཞིག་ལ་ཡང་འདི་དང་ལས་བཏགས་ནས་ཡང་འདུག་ཞེས་བྱས་ནས་ཡང་འདྲེ། ཞིང་དང་འདྲེ་ཅིག་ཆེ་བས་ལས་ཡང་འདྲེ་བཏང་ཡོང་གི་རེད། ཡང་འཚམས་འདྲི་ཡོད་མེད་དེ་ཚོ་ཡོད་ངུས་པའི་སྐབས་སུ་ལ་ཡང་དེ་དང་གང་ཟག་རྫ་ལུགས་དེ་ཡང་དང་ཡོད་ཀྱང་རྫ་ལུགས་ཀྱི་ཚིག་ཡོད་དབུས་ཀྱི་ཡོད་ལུགས་ཀྱི་དང་ལ་གཅིག་ནི། ཨོ་དེ་འདྲ་དཔེར་ན་ཡོན་ཅང་ཚག་སེར་གང་ལ་ཁྲ་མོ་གཅིག་ལས་མི་འདུག་ཁྲ་མོ་གཅིག་པོ་ཁོ་ནི་མི་གཞན་བན་བོན་གྱི་སྲོལ་རིགས་ཞེས་ཨ་ལི་དང་གཅིག་ནི། ད་ཡོན་ཅང་ལ་ཚག་སེར་གང་ལ་ཟེར་ཨ་ལི་དཀྲུག་དཀྲུག་དང་གིན་དང་གིན་ལ་ད་ལྟད་མོ་བཀྲབ་གིན་བཀྲབ་གིན་ཨོ་དེ་འདྲས་ཟེར་ཐུགས་སྲས་ལྷ་དགོ་གདངས་ཡ་བཙུན་མ་བཙུན་ཡོང་ཆོག་གི་རེད་མ་གཏོགས་རྩ་བའི་ཨ་ནི་དེ་འདྲས་གདངས་དང་ནི་གང་ལྟར་ལས་ཀ་ངོ་བོ་མ་འདྲ་མ་འདྲ་ལ་ཨ་ནི་ཡང་དེ་འདྲས་གདངས་སོགས་ཡོད་རེད་ཨོ་ཐུགས་སྲས་བྱས་ནས་ད་སྤྱི་གདངས་ངི་གདངས་ཚོ་ད་ལྟ་ངོ་ངོ་བོ་གྲོགས་གཅིག་གསུམ་བརྩི་ཞུས་ཡོད་དེ་འདྲས་ག་ལའང་ལས་ཀ་སོ་སོའི་རྒྱུད་ཀྱི་གནད་དོན་སྡོམ་གང་གར་བྱས་དེའི་གི་ཚིག་དང་མཐུན་པ་དེའི་ཀྱི་དང་ཅི་ཡོད་ར་ཏི་དང་དང་མཐུན་པ་བྱས་ན་ཡང་ཛཱ་ལུས་ཀྱི་ཚིག་དེ་བེད་སྤྱོད་དང་ནི་དང་སོགས་ཅི་ཡོད་ར་ཨོ་འདུག་ཅེས་བྱས་ནས་དང་དང་གི་རྣམ་པ་བཞི་འདྲ་བོ་ཅིག་འདུག་ཅེས་བྱས་ནས་བཤད། མ་མཐའ་གལ་ཆེ་བ་ཅིག་རྣམ་པ་དེ་དག་དང་གི་རྣམ་པ་འདྲ་བོ་དེ་ཛཱ་ལུ་དག་དང་རྣམ་པ་འདྲ་བོ་ཅན་བཞི་ཡིས་ཅེས་བྱས་ནས་རགས་བསྡུས་རགས་བསྡུས་ཅིག་ཞུས་ཡིན་ད། དེ་ཅིག་བྱས་ད་དེ་ནས་ཛཱ་ལུ་བརྒྱ་པའི་སྐབས་སུ་ལ་རྒྱག་དང་ག་འདྲ་ཅིག་རྒྱག་གོ་ར་ཏི། ག་བ་ག་བའི་ག་བ་བཀོལ་སྤྱོད་བྱེད་དང་དེ་རེད་ད་ད་དེ་ཛཱ་ལུས་དེ་ཚོ་ལྷག་པར་དུ་འགྲན་བསྡུར་སྟངས་ཀྱི་སྐབས་སུ་ལ

ཆབས་ཅིག་སྐྱབས་གནས་བླ་མེད་དེ་ལུགས་རྒྱུ་སྟོན་དོན་ལ་ཆིག། ཡང་ལུགས་རྒྱུ་སྟོན་ནས་ཟེར་འདི་ལ་སྒྲ་མ་སྒྲ་ཡོད་རེད་ཁོ་རང་ཁོ་རང་འདུག་ཟེར་ཡ་ཡ་ལ་བས་དེ་ལྟའི་ཟེར་མི་ལ་ངར་པར་ཡས་དང་སོ་སོ་དྲན་པ་གསོས་ཡས་དང་ད་ལུགས next hit བྱ་ཡ་ཡ་ལ་ཡང next དྲན་པ་གསོས་ཡས་བྱས་ཡང་མིའི་ཕ་ཆོས་ཀྱི་སྒོ་ནས་བལྟས་ན་ད་ལུགས་རྒྱག་གི་ཡོད་པའི་སྣང་བ་ཞིག་བྱས་སོ་སོ་དྲན་པ་གསོས་ཡས་བྱས་འོ་དེ་འདྲས་བྱས་ནས་ད་ཁོ་རང་དང་འདི་ལམ་སང་ཡ་ལན་ཡོང་གི་རེད་འདུག་ཟེར་ཅིག་རེད། འདི་རྫ་ལུད་རྒྱག་སྟངས་གལ་ཆེ་གཅིག་རེད། ད་དེ་ནས། ནས་ཡང་རྒྱག་གལ་ཆེ་གཅིག་ག་རེ་རེད་ལབ་ན་འདི་རེད། ད་རྫ་ལུད་ལ། ལན། རྒྱག་བའི་སྐབས་ལ། ལན། རྒྱག་བའི་སྐབས་ལ་ལན་མ་ཏྲ་མ་ཏྲ་ཡོད་རེད་ད་ལན་རྒྱག་སྟངས་རྣམ་པ་མང་པོ་ཡོང་ཆོག་གི་རེད་བ། ལན་གཅིག། དཔེར་ན་ཆ་བཞག་ན། རྫ་ལུད་ཁོ་རང་ལ་ཕ་ཅོ་ལྔ་སྒོ་ལ་བོར་ཕ་ཅོ་བས་ཀྱིས་ཁྱེད་རང་ལ་རྫ་ལུད་ཅིག་བརྒྱབ་ན། འདི་ལ་དཔག་པའི་ལན་ཏག་ཏག་ཁོ་རང་ལས་རྫ་ལུ་ཁོ་རང་ནང་ལོགས་ལ་ལན་དང་པོ་མེད་ནས་རིས་བྲིས་ཡོད་དོ། ཡོད་བས་ཀྱི་རྫ་ལུའི་ལན་ཞིག་ཡོད་དེ་རྒྱག་ཐུབ་ན། ད་ཁྱེད་རང་རྫ་ལུའི་ནང་ནས་ལན་དཔེ་ཡག་པོ་རྒྱག་པ་ད་ཁྱེད་རང་དཔེ་ན་ཆ་ཤོག་ན་ཨི་འདྲས་སོ་རེད། སྒོར་མོ་ཨི་རིགས་ལ་ནི་མ་ཟེ་ཁྱིམ་མཚན་མེད་ལ་ཤེས་ཡོང་ཕོ་ལ་རིག་རྫ་ལ་ཡོད་ན་རྐྱང་རྫ་གུག་ནི་ལ་ནི་ཤོག་ཅིག། མི་ཕ་ཆོས་ཀྱི་ད་བུ་མོ་ཆོས་ཐོག་ནས་དེ་རྒྱབ་ན། དགོང་མོ་ཨི་རིག་མ་ཟེར་ཁྱིམ་མཚན་ཧད་མེད་བྱེད་ཡོང། ཕོ་ལ་རིག་རྩལ་ཡོད་ན་རྐྱང་རྩལ་སྒུག་ནས་བཙོ་ཤོག་ཟེར་ད་རྐྱང་རྩལ་ལ་བས་ད། ཨི་རིག་ལ་བས་དེ་ཚོ་ད་ཕལ་ཆེར་སྒོ་ཚོད་ཡོད་ཀྱི་རེད་ཁྱིམ་མཚན་ཧད་མེད་ལ་བས་ད་ངས་ངས་དེ་བསྟི་གནང་ལ་དེ་ཚོ་ལ་ད་ང་ཚོའི་བསྟོད་པའི་སྐད་རེ་བ་འོ་ནི་འོག་ལ་མཆན་བརྒྱབ་ནས་བཞག་ད་འདི་ག་རེ་ཡིན་མིན་དེ་འོ་འོ་འདུག་ཟེར་ཅིག་བྱས། ད་དེ་ནས་འདི་རྫ་ལུ་དེ་ལ། དང་པོ་མི་ནི་ཁོ་རང་རྫ་ལུའི་དམངས་ཁྲོད་ཀྱི་རྫ་ལུའི་ནང་ལོགས་ལ་ལན་ཏག་ཏག་ཁོ་རང་ཡོད་རེད། དཔེར་ན་ད་འདི་ལ་བུ་དེ་ཚོ་གར་རྒྱག་དགོས་རེད་ལབ་ན་བུ་མོ་ཁྱོད་ཚོ་ནི་འདི་ལས་རྫ་ལུ་འདི་བརྒྱབ་སོང་ན་གླ་ཕ་ལན་འདི་གར་རྒྱག་དགོས་རེད་ལབ་ན་ཕ་ནི་འདི་རྒྱག་དགོས་རེད། སྐྱ་ཀ་བྱ་ཝུའི་བྱ་སའི་ཉོ་སྣ་ཁ་རེད་ཁ་ཁ་ཤས་སྐྱ་ཀ་བྱ་ཝུའི་བྱབ་གྲོགས་ལ་ཡི་རེད། སྐྱ་ཀ་བྱ་ཝུའི་བྱ་སའི་ཉོ་སྣ་ཁ་འདྲེ་ཞིག་གྱུར་ཨོ་ལུས་རྐང་ཆུང་ཡལ་བ་གྱུར་ན་ཁ་འདྲེ་ཞིག་གྱུར་སྲིད་འོ་འདི་ཕ་ལན་འདི་རྒྱག་ཡ་འདི་ཁོ་རང་རྫ་ལུས་ནང་ལ་ལན་ཁ་ཤས་བེད་སྟེ་ཏག་ཏག་ཏག་ཏག་ཡོད་རེད།

འདི་ལ་སོགས་པའི་ད་དུང་དྲི་བའི་ལམ་ནི་ཡོད་རོ། ལན་ཏག་ཏག་ཡོད་ཀྱོ་དཔེར་ན། གངས་རི་དཀར་ལས་དུ་འོ་གངས་ཤམ་དེ་ལས་དུ་འོ་ཏཱ་ཡིག་ཅུང་རིས་བྱམས་པ་ཀུན་ཁམས་བཟང་ལས་དུ་འོ་སི་ད་ཁ་ཤས་ད་ཡིག་ཕ་མ་བུ་འཇལ་ལ་ཡི་རེ་ཁ་ཤས་ད་ཡིག་ཅུང་རིས་བྱམས་པ་ལས་ད་དེ་ཚུལ་གང་ལ་ཡང་ལན་ཁོ་རང་གངས་རི་དཀར་པོ་དུ་འོ་གངས་ལམ་བདེ་མོ་དུ་འོ་ཁྱོད་རོས་ཅུང་རིས་བྱམས་པ་མ་ལུས་ཁམས་བཟང་རེད་ཤག་སེ་ཡང་དེ་ལན་དེ་པར་སྤྲད་ཁོ་རང་རྫ་ལུའི་ནང་ལོག་ལ་ལན་ཏག་ཏག་ཏག་ཏག་ཡོད་ཀྱོ་ཅིག་ཡོད་རེད་འོ་ཉེ་ལུགས་རྒྱ་བྷི་ལ་དེ་རེད། འོ་ད་འདི་རྒྱག་ཐུབ་ན་ད་ཁྱེད་རང་ལན་ཏག་ཏག་ཐེབས་པ་རེད་ད་ཁ་ཤས་འདི་ཤེས་ཀྱི་མེད་ས་ནི་གཞན་པ་རྒྱབ་ཤ་ཡོད་ར་འདི་ལན་ད་རྒྱབ་པ་རེད་དེ་ཡིན་ན་ཡང་ཁོས་ཕ་ཕྱོགས་ཀྱི་ཏང་སྐྱོང་འགོ་ལྔ་བོའི་ཏང་སྐྱོང་ལ་ཕྱི་རྒོལ་བའི་ཏག་ཏག་དེ་སྤྲད་ཐུབ་ཡོད་མ་རེད་དེ་རྫ་ལུས་ལན་ཡག་ག་རང་སེ་མ་རེད་འོ་ད་དེ་དེ་ག་རེ་ལ་གོ་རེད་ཉེས་ལུགས་རྒྱག་སྟངས་དེ་ཡང་དཔེར་ན་རྒྱང་ལུགས་ལ་ཡང་དེ་ལན་ཏག་ཏག་ཡོད་སྐྱོན་རེ་ཡོད་རེད་དཔེར་ན་ཤ་ཡག་ན་ཨ་ཟོ་ཁྱོད་རོའི་ག་ལ་ར་མི་ར་ཀྱོག་སྐྱེས་དུས་ལོ་གསུམ་ཆུ་ལ་བངས་ཀྱང་རྒྱལ་ཁུག་མཐོང་ས་མ་རེད་སེ་དེ་བ་ཧང།

ཡང་དེ་ནས་ཡང་རྫ་ལུ་ཁ་དང་གྱིས་དེའི་ཁར་དུ་རྫ་ལན་ཏག་ཏག་དང་པོ་སྨད་ནས་རྫ་ལུའི་ནང་ལོགས་ལ་རས་བྲིས་ཡོད་ཀྱང་ལན་རྫ་ལུ་དེ་བརྒྱབ་ན་དེ་ལ་ལན་དེ་རྒྱག་ཁོ་རེད་ལབ་པས་དེ་འདྲའི་རྫ་ལུ་བྲ་ཡིབ་ཤོར་དེ་ཡིན་ཅིག་མི་རྒྱག་ཐུབ་ན་ཁྱེད་རང་ད་རྫ་ལན་ཏག་ཏག་བརྒྱབ་པ་ད་ཁྱེད་རང་དཔེ་དེ་རྫ་ལན་རྒྱག་མཁན་དེ་དཔེ་ཡག་པོ་ཆགས་པ་རེད་དེ་གཅིག་རེད་ཡང་ཁ་ཤས་ལ་རྫ་ལན་དང་ཁ་རས་དྲི་བ་གཏང་རྒྱུ་ལ་ལན་ཏག་ཏག་སྤྲད་མ་ཐུབ་ན་ཡང། ཡང། དོན་གྱི་ས་ནས་ཡང་ཏག་ཏག་སྤྲད་མ་ཐུབ་ན་ཡང་ག་རེ་རེད། ཚིག་སྦྱོར་གྱི་ཚིག་སྦྱོར་མཐུན་པ་ཚིག་སྦྱོར་གཅིག་མཚུངས་ཀྱི་སྒོ་ནས་ཡང་ལན་རྒྱག་ཡས་ཡོད་རེད་ཚིག་སྦྱོར་གང་ལྟར་རྫ་ལུ་ཝི་ཀྱི་དོན་འདི་དང་རྫ་ལུ་ཝི་ལ་ལན་ཏག་ཏག་མེད་ན་ཡང་ད་དེའི་དོན་དང་མཐུན་པ་ཡང་ཚིག་སྦྱོར་དང་མཐུན་པ་སྦྱོར་ཚུལ་ལ་གོ་ར་སྦྱོར་ཚུལ་དང་མཐུན་པ་དཔེ་སྦྱོར་ཚུལ་དང་མཐུན་པ་དཔེར་ན་རྟ་ཡིན་ན་རྟ་རྒྱག་ཡས་དཔེར་ན་འདྲེ་སོ་རེད། རྟ་ཕོ་ཟག་པ་ང་བོའི་རང་རྟ་ཡིན་རོགས་བྱས་ན་དེ་ལ་གཞོན་རྒན་མི་དེ་རང་མི་ཡིན་རོགས་བྱས་ན་ཟེར། བུ་མོ་ཡི་ཕྱོགས་ནས་དེ་འདྲ་བརྒྱབ་ན། རྟ་ཕོ་ཡི་ཕྱོགས་ནས་ད་དེ་ལ་དང་པོ་མི་ནི། རྫ་ལན་ཅིག་མི་སེར་ཅིག་དེ་རྒྱག་གོ་རེ་ད་ཟེར་བྱས་ནི་ཡོད་མ་རེད་དོན་གྱི་སྒང་འདི་ནང་བཞིན་ཡོད་མ་རེད། ཡིན་ན་ཡང། ཡང་དེ་དང་འདྲ་བའི་གི་རྟ་ཡི་གི་ཕྱོགས་ཅིག་བརྒྱབ་ན་དཔེ་ཡག་པོ་ཡོད་རེད། དཔེར་ན་ཆ་བཞག་ན། རྟ་ལ་གཞོན་སྐྱེས་ཡོད་ན་ཡོབ་ལ་ཁག་དྲིས་མ་གཏོགས་ཡོབ་ལུང་སྟོང་སྐུད་གསུམ་དྲིས་ཆད་པའི་དོགས་གཉེར་མེད་རོ། ཟེའོ། དེ་འདྲས་ཟེར་ཁོ། རྟ་དང། དེང་གི་རྟ་དེ་རང་རྟ་ཡིན་རུང་བྱས་ན་དཔེ་ཡག་པོ་འདུག་ལབ་སོང་ང། ད་དེ་འདྲ་རྟ་ལ་གཞོན་སྐྱེས་ཡོད་ན་ཡོབ་ལ་ཁག་དྲིས་མ་གཏོང་གཞོན་ཤོག་ཟེར་ལབ་ནས་ཡང་རྟ་རྟ་གཅིག་པ་ཡོད་པ་བྱས་ནས་དོན་དག་དེ་དང་འདྲ་བོ་འདྲ་བོ་བསྡད་སོང་ང། འོ་དེ་འདྲའི་སྒོ་ནས་ཡང་བརྫ་ལན་གཅིག།

ཛཱ་ལི་དང་གིས་ཙི་ག་རེ། ཚིག་སྦྱོར་དཔེ་གཅིག་དཔེ་དང་དོན་གཉིས་མོ་གཅིག་པ་གཅིག་ཀྱང་མེད་ན་ཡང་ཡང་ག་རེ་རེ་ཞིག་དོན་དག་གི་ས་ནི་འདྲ་བོ་ཡོད་པ་འོ་དེ་འདྲས་རྒྱབ་སྦྱོར་དཔེ་འདི་གཅིག་པ་མིན་པ་ཞེས་དོན་དག་གི་ས་ནི་དང་གིས་ཙི་དཔེ་དང་དོན་གཉིས་ཀ་འདྲ་བོ་འདྲ་བོ་ཆགས་སོང་ང་དེ་འདྲས་རྒྱབ་ན་ཚད་མཐོ་བོ་ཞིག་ཡང་ཛཱ་ལི་དེ་དཔེ་དང་དོན་གཉིས་མོ་ག་རེ། དཔེ་འདི་ལོགས་ཀ་ཡིན་ན་ཡང་དོན་འདི་གཅིག་གི་སྒང་ལ་བབ་ཀྱི་ཡོད་ན་ཨ་ནི་ཛཱ་ལན་རྒྱག་ན་དེ་འགྲིག་གི་ཡོད། དཔེར་ན་ཆ་བཞག་ན། བུ་མོ་འི་ཕྱོགས་གཏོགས་ནི། ཚོགས་དེ་འུ་མིའི་ཚོགས་ལ་སྐྱབས་དེ་དགའ་འགྱུར་བྱུང་ན། གོས་ཆེན་སེར་བུའི་ཕྱག་ཤམ་ག་མ་སྦང་ན་སྦང། ལབ་ན། འདི་ལ་ཛྭ་ལན་འདི། ད་ཁྱེད་རང་གི། ཚོགས་ཡིན་གཅིག་མིན་གཅིག་གོ་ཡས་ཡོད་མ་རེད་བྱུང་ན་ད་ཡག་ཤོས་ཆེ། མེད་ན་ཁྱེད་རང་ག་རེ་ཡོད་ཟེར་ན། ད་འདི་དང་བརྗོད་པ་འདྲ་བོ་འདྲ་བོ་ཞིག་བརྒྱབ་ཤག་ན་འགྲིག།

ཏེ། ཚོགས་ཀྱི་ཁ་ནས་རྫོ་བོ་མོན་ལ་ལྕགས་ཆབ་ང་གཉིས་བཅའ་བཅུ་བྱུང་ན། གཉའ་ལ་རྩེ་ལ་རྒྱ་བི་གཉའ་ཤིང་ཁུར་གོས་བྱུང་ན་ལེགས་རེད་ཟེར་འོ་ད་ཡང་དེ་བརྒྱབ་ཚེ་ན་ཡང་ཁྱེད་རང་གི་ཛར་ལེན་འདི་ག་ལ་གང་འཚམ་གྱིས་ཡག་པོ་རྒྱག་བ་རེད་དེ་ཡང་ལྟས་ཟན་གཅིག་རེད། འདུག་ཟེར་བྱས་ནས་བྱས། ད་དེ་ནས། ཅིག་རེད་ད་དེ་ནས་ཞི་བ་ལ་གོ་ལ་ཏེ། ད་ཁྱེད་རང་ལ་དང་པོ་དེ་གཉིས་དང་པོ་དེ་ནང་བཞིན་ཛར་ལེན་ཏག་ཏག་མེད་སྐྱོན་ཡང་མེད་བ་ཞིག

གང་ཟག་དེ། སྔར་སྲོལ་རྩ་སྟོང་བུ་བའི་བུ་རོགས་ཡིན་ཡང་ཚ་སོང་ད་ཚུར་ལྷག་ཨང་བསམ་པའི་ལོག་རིགས་ཡིན་ན་མ་གོ། ལ་བ་རང་སོ་བྱུང་ན། ཨ་ནི་ལམ་སང། དེ་ལ་ཁྱེད་རང་གིས་ལན་ཅིག། རྩ་སྟོང་བུ་བའི་ཀྱི་བརྗོད་བྱ་དང་དེ་འདྲས་མ་དྲན་པ་བྱ་ཡང་འདི་དང་འདྲ་བོ་འདྲ་བོ་ཡིན་ཅིག་མ་དྲན་པ་བྱ་དེ་ལ་ལན་ཅིག། སྔར་ནི་ཡང་དེ་འདྲས། རྫ་ལུས་ཡིད་ཀྱི་ནང་ལོགས་ལ་མེད་ན། ཏག་ཏག་མེ་སྐྱོན་དེ་མེད་ན་ཨ་ནི་ཁྱེད་རང་ཡང་ལམ་སང་རྫ་ལན་གཅིག་ཕར་འབུད་ཐུབ་པ་དགོས་རེད་བལ། བྱུང་ན་རྫ་ལན་འདི་ཕར་ཕྱོགས་ཀྱིས་ཀྱང་ལུག་བརྒྱབ་ན་འདི་ལ་བབས་པའི་ཀྱང་ལུག་ཕར་ཕྱོགས་ནས་ཉེས་ལུག་བརྒྱབ་ན་འདི་ལ་བབས་པའི་ཉེས་ལུག་ཅིག་རྫ་ལན་ཅིག་བྱུང་ན་ཡག་པོ་རེད་དེ་མེད་ན་གང་ལྟར་ཁྱེད་རང་གིས་རྫ་ལུག་ཅིག་རྒྱག་དགོས་རེད་ད་དེ་འདྲའི་སོང་ཙང་མ་མོ་ལྷས་ལ་གོ་གོ་ལུ་གུ་ཡོད་དམ་མེད་དེ་ཅུང་འདྲི་དག་ལ་གོ་གོ་ལན་འགྲོ་ཡོད་དམ་མེད་ནས་སྡུག་སེ་རྒྱབ་ནི་བཞག་ན་འགྲིག་གི་ཡོད་རེད་རྩ་བའི་འདི་རྫ་ལན་འདི་ཡག་པོ་རང་མ་རེད། ག་རེ་བྱས་ནི་རེད་ལབ་ན་དང་པོ་ལ་ག་རེ་ལབ་སོང། སྔ་སོའི་ཙབ་དང་སྔ་སོའི་རང་ཉིད་མོ་ག་རེ་བྱས་ན་ཡང་ཚག་ཚག་ར་རེད་ད་དེ་འདྲ་ཁྱེད་རང་པད་ཕྱུག་པའི་བུ་ཞིག་ཡིན་ན་ང་ལ་མོ་ཀོ་ཨོ་སི་ལ་ཡི་ཡོད་རེད་བ། ཡིན་ན་ཡང་ཁྱེད་རང་གིས་ཀྱི་ཛ་ལན་ག་རེ་བརྒྱབ་སོང། མ་མོ་ལྷས་ལ་ཁོ་ཁོ་ལུ་གུ་ཡོད་ད་མི་འདི། ང་ལ་ཁོ་ཁོ་དེ་ལན་འགྲོ་ཡོད་ད་མི་ལ་ལབ་སོང་ང་ད་དེ་ཛ་ལན་ཏག་ཏག་འགྲོ་ཡོད་མ་རེད་འོ་རེད་ལུང་པའི་སྐད་ཆ་རུ་མ་སོང་ན། དགའ་ག་བྱིས་ལོ་དགའ་མའི་སྐྱེ་ལ་ཁུ་ར་རེད་ཡིན་ན་ཡང་ཁྱེད་རང་ཛ་ལུ་ཤོར་ཡོད་མ་རེད་ག་རེ་ཁྱེད་རང་ཛ་ལན་བརྒྱབ་སོང་ང། འོ་སྡུག་སེ་བྱས་ནི་ཏག་རྒྱག་དང། མ་འདྲ་འོ་དེ་འདྲའི་རྣམ་པ་ཡོད་རེད།

དེ་གཅིག་བྱས་ད་དང་འདི་བཏང་གི་སྐབས་སུ་ལ་ཨ་ནི་སྐད་ཆེན་པོ་ཞིག་འོ་འོ་བཏང་གི་མ་རེད་ཁྲ་སང་སང་ཅུ་ག་ཅེས་ནང་ལོག་ཚང་མ་ནང་ལོག་ལ་བསྡད་ཡོད་ར་བ་དེ་གྱིས་གདངས་མཐོ་བོ་རེ་བཏང་གི་མ་རེད་ཁོ་རང་དམའ་སང་སང་སྙན་གྱུ་གྱུ་རུ་རུ་ཅིག་བཏང་ཡོང་གི་རེད་ཁོ་འོ་དེ་ཡི་འདུག་སེ་སྐོར་ནས་དྲན་དུ་བཏང་གི་ལ་བཏང་བཏང་དེ་ཡིས་རེད།

ཨོ་དེ་ཡང་བསྐྱར་ཞིག་དོན་ཡོང་གི་རེད་དེ་དུས་ཚིག་རྐང་མཐའ་མར་ད་ལྟ་སྟོད་དཔལ་གྱི་རྫ་ལུ་ལ་ཤོ་ལོ་ཀ་དམ་གྱི་ཤོ་ལོ་ཀ་ལབ་ན་ཚིག་རྐང་བཞི་ཡོད་རེད་བ་ད་སྟོད་དཔལ་རྫ་ལུ་ལ་ཚིག་རྐང་བཞི་བྱས་འགྱོ་ཡོད་རེད་ལྔ་བྱས་འགྱོ་ཡོད་རེད་དྲུག་བྱས་འགྱོ་ཡོད་རེད་གང་ལྟར་དགུ་བར་དུ་ཡོད་རེད་དགུ་མ་ཚད་བཅུ་གཉིས་ཡང་བ་ཡོད་བསམ་ཞོན་ད་ཨོ་དེ་འདྲའི་འདྲ་མ་འདྲ་ཡོད་རེད་གང་ལྟར་ཚིག་རྐང་མཐའ་མ་དེ་ཟློས་སྐྱོན་གྱིས་བྱས་རེད་ད་དེ་ཟློས་སྟངས་ལ་རྣམ་པ་མ་འདྲ་མ་འདྲ་ཡོད་རེད་ད་ལྟ་ངས་ཨ་རྐྱང་ལ་བ་ལ་སེ་ལབ་སོང་ང་འདི་གཅིག་ཟློས་གི་རེད། ཡང་ཁ་ཤས་ཀྱིས་ཨ་ཐང་ལ་བ་ལ་ཟེར་ཟེར་ཅིག་འདོད་ཀྱི་འདུག་ཡང་ཁ་ཤས་ཀྱིས་སྐལ་བཟང་ལ་བ་ལ་ཟེར་ཟེར་གང་དག་འདོད་འདོད་འདོད་སྟངས་མ་འདྲ་མ་འདྲ་རེད་མ་གཏོགས་གང་ལྟར་འདོད་སྟངས་དེ་ཨུ་ཐུག་སུས་འདོད་རྒྱུན་ཡང་བསྐྱར་ཅིག་ལན་ཡལ་ཐིག་རེད་ད་འདི་མང་ཆེ་བ་ལས་བསླུ་བའི་ཤུགས་ཞུགས་ཡོད་རེད་ལྷག་པར་དུ་ང་ཚོ་ལྟ་ཞིང་སྤེལ་གྱི་ལས་ཀ་ལས་འདི་ལ་ལྟ་འདི་མང་ཆེ་བ་ལྟ་འདི་ཚོ་དམངས་ཁྲོད་ཀྱི་ཞལ་རེ་བ་འདི་ཚོ་ལས་ཀ་དང་འབྲེལ་བ་ཆེན་པོ་ཡོད་རེད་བ་འོ་འདི་དུས་གང་ལ་ཨ་ནི་བར།

ཨ། ཕལ་ཆེར་ད་དེ་འདྲའི་དྲོད་ཀྱི་སྒྲིག་གི་ཡོད་རྒྱུ་རེད་ད་ཕྱི་བོ་ཡང་ཆགས་སོང་ད་འདི་བ་ཨ། ད་ང་དྲན་པ་སེང་ཞེ་བོ་ཤོར་སྲོལ་ཡོད་མི་འདུག་ཨ་ཡང་རྗེས་ལ་ཅིག་ཨ་དེ་འདྲས་ཡོད་ན་ད་མ་འང་ཆེ་བ་ཧྲག་ཐུལ་ཧྲག་ཐུལ་སྒྲོག་ཞུས་ཡིན་ད་ད་དུང་འདི་བ་ཆད་ལྷག་འགྲོ་ཡོད་རྒྱུ་རེད་ད། ནི། ད་ཡང་ཡ་ཚུལ་མ་ཚུལ་ཐོས་མེད་འདྲ་བ་ན་འདྲས་ཡོང་གི་ཡོད་རྒྱུ་རེད་ད་ང་ཚོ་ངས་དེང་གི་སྒང་ལ་ཞུས་སོང་ཨ། ཧོ་བླ་མ་རེ་ལ་ཆོས་ལུགས་རེ་དང་ལུང་པ་རེ་ལ་སྐད་ལུགས་རེ་ཟེར་ནས་ད་ཁོ་བལྟས་ཡོད་དེ་དེ་མ་འདྲ་ཞེ་ན་རྩ་བའི་ངའི་རྩ་ལུགས་དེ་ཚོ་ང་ཚོ་བསྟོད་པ། སྤྱི་ཡོངས་ཀྱི་གང་བསྟུན་ཐུབ་ཐུབ་རོགས་བྱེད་ཆེད་ཡིན་ད་ཡིན་ན་ཡང་ང་རང་དལ་ཡག་ཆོག་ཟུར་ཚོ་བུ་ལ་ཡག་མ་ང་དལ་བ་སོང་མང་ཡ་ཡིག་གི་ཁོར་ཡུག་ལ་བ་ང་ཚར་རོང་ཆུང་བ་སོང་ད་ལྟའི་ཟུར་ཡ་ཡིག་དེའི་རྩེས་ཚེ་ཤན་ཆད་ཡོད་ཀྱི་རེད་བསམ་གྱི་འདུག་འོ་དེ་འོ་དེ་འདྲ་རེད་རྩ་བའི་ཏང་ཏང་ཏང་རྦད་དེ་དགའ་གབ་ཕྱི་ལོག་དགའ་མས་སྐྱེ་ལ་ཁུ་ཅོ་དེ་འདྲ་རང་ད་ཡོག་མ་རེད་ཏང་ད་དགྲ་བོ་དགྲ་བོ་རེད་ཡག་ཚོད་མ་ཚོད་རེད་བ་འོ་དེ་གྱིས་ད་རྩ་བའི་ཏང་ཏང་དེ་འདྲ་དགྲ་བོ་ཞིག་རེད་ཟེར་ཡ་ཡིན་ལགས་སོ་ཨ་ནི་དེ་བྱས་ཨ་ནི་ད་ངས་དེབ་དེ་ཡང་གོ་ཡོད་ན་ཨ་ནི་ང་ཁྱང་ཚོ་ཚོགས་པའི་ངོས་ནས་ང་ནང་འགྲིག་གི་རེད་ཡང་སྒེར་གྱི་ང་ག་ཡིན་ན་འདྲ་གང་ལྟ་ངས་སྡོམ་བྱས་ནས་བར་བཏང་ནང་འགྲིག་གི་རེད། ཨོ་ཡ་ཡ་ཨ་ནི་སྡུག་སེ་བྱས། ཨ་ནི་ང་ལ་གོ་སྐབས་ན་ང་ཐུགས་ཆེ་གནང་སེ་ཞུ་ཡ་ཡིན་ཨ་ནི་ཡང་གཞན་མ་ཡང་ཅིག་ཡང་བརྒྱ་དེ་འདྲའི་བྲེལ་པོ་ཅིག་ཞུ་དགོས་ཡོད་ན་དུས་ཚོད་རག་ན་ཨ་ནི་ཡང་ངས་ཅིག་བྱེད་གིན་བྱེད་གིན་བྱས་ད་དུས་ཚོད་རག་མེད་མདང་དེ་འདྲས་སྟབས་སྟོན་གི་འདུག་བྱས་བྱས་ལགས་སོ་ཐུགས་ཆེ་གནང་ཨ་ནི་རྣམ་པ་ཚོ། ཅིག་རྫ་ལུ། དྲན་རྡུལ་དང་བཅས་སྐབས་ལ་ཨ་ནི།